འགྲོ་སོང་མང་པོ་དང་དུས་ཚོད་མང་པོ་དང་དཀའ་ལས་བརྒྱབ་ནས་ས་གནས་ས་གཏོར་ལ་བཅར་དགོས་ཡ་དེ་དགོས་པ་རྒྱུ་མཚན་ག་རེ་ཟེར་ན། ད་ས་གནས་ས་གཏོར་ནས་སླད་ནས་དངོས་གནས་ཀྱི་དཀའ་ངལ་དང་གཅིག་དོགས་པ་ཡོད་པ་དེ་ར་ཨ་ནུ་ང་ཚོ་སྒྲིག་ཁྲིམས་དང་སྒྲིག་གཞི་ལ་གང་ཡོད་པ་ཀྱི་གནས་ཚུལ་དེ་གསལ་པོ་བཟོས་དགོས་ཡ་དེ་ང་རང་ཚོ་རྒན་རེད་ང་ཚོ་གསལ་པོ་བཟོས་ཀྱི་རེད་ར་ཡིན་ནས་གནས་ཚུལ་འགའ་ཤས་ཅིག་ཡང་སྒྲིག་གཞི་ནང་ལ་མེད་པ་ར་ང་ཚོས་ཀྱི་དེ་ལན་བརྒྱབ་མ་ཐུབ་པ་ཡོང་སྲིད་ཀྱི་རེད་དེ་འདྲས་ཡིན་ན་ཨ་ང་ཚོ་དེ་ས་གནས་ག་བ་ནས་གནས་ཚུལ་ག་རེ་བྱུང་ན་ང་དེ་ཚོ་ང་མ་ཚོ་འཇོར་ཏོ་འཇལ་ཏོ་བརྒྱབ་བྱས་ན་ཡག་གི། ཨ་ས་ནི་ང་ཚོ་ད་ས་ནས་ཚང་མ་སྐོར་སྐྱོད་ཚར་ནས་ང་ཚོ་ཡི་གེ་འཛོམས་དུས་ཨ་ནི་ང་ཚོ་འདི་ག་ལ་བགྲོ་གླེང་བྱེད་ནས་ཨ་ནི་གནས་ཚུལ་རིགས་དེ་དག་དཀའ་ངལ་ཡོད་པ་ན་ག་རེ་ཡོད་པ་ན་དེ་ལ་ཨ་ནི་གང་ཡིན་པ་དེ་སེ་ཡེ་ནས་དཀའ་ངལ་སེལ་ཐུབ་ཡ་ཡོད་ན་སེལ་ཡ་དང་ཡ་ནི་ཡང་དཀའ་ངལ་གཞན་པ་ལས་མ་སེལ་བཤད་བྱེད་དགོས་དང་ལན་འདེབས་བྱེད་དགོས་ན་དེ་ཨ་ནི་དེ་ནས་མ་ཐུབ་པ་དེ་ཨ་ནི་ངས་མ་འཇོན་དོ་རྒྱ་བྱེད་ཡ། གོ་བསྡུར་ཞུས་བྱས་ནི་མ་ལན་གནང་ཆོག་པ་ཇི་སུ་ཞལ་ཡིན་ཨ་ངས་ཀྱི་རེ་བ་དེ་ལ་མི་མང་ལ་མ་གོ་སྐབས་མ་ང་ཅི་གནང་བྱས་མི་མང་གི་དོགས་པ་དང་ད་མི་མང་གི་དགོངས་འཆར་ག་རེ་ཡོད་ན་དེ་ཡང་ཅིག་གླེང་བྱེར་བ་ཨ་ནི་ང་ཚོ་ས་གནས་ཚང་མ་ལ་གནས་སྟངས་མ་འདྲ་མ་འདྲ་དཀའ་ངལ་མ་འདྲ་མ་འདྲ་ཡིན་དུས་དེ་ཚང་མ་ཅིག་ཡག་པོ་བྱེད་རྟོགས་བྱེད་ཨ་ནི་མ་འོངས་པ་ད་ལས་དོན་ག་རེ་བྱེད་མུས་ན་ཚགས་ཚུད་པོ་བཟོས་ལ་ཨ་ཚང་མ་གི་འགན་ཡོད་དུས་ག་འདི་ཚང་མས་ཀྱི་གནས་སྟངས་དེ་ང་ཚོ་འགོ་ཚོགས་པ་དེ་གལ་ཆེན་པོ་རེད་བྱ་ཚད་དེ་ཡིན་དུས། མི་དམངས་ཀྱི་ཆ་ཤས་ལེན་ལ་གོ་སྐབས་མང་ང་ཆེ་མ་ཕུལ་ཐུབ་ན་བསམ་གྱི་འདུག་ད་ཡིན་ནའི་ད་ལྟ་དེ་གོང་དུ་གསུངས་སོ་འོས་བསྡུ་དང་འབྲེལ་བ་མི་ཞིག་ང་ལ་དྲི་བ་གནང་ན་ཡང་ང་ལན་རྒྱག་ཡ་ང་ལ་འདི་ཡོག་མར་དང་ང་ལ་དབང་ཚད་ཁོ་རང་ངེད་ཀྱི་ས་མཚམས་ནས་བརྒལ་འགྲོ་གི་རོ་འོས་བསྡུ་དང་འབྲེལ་བའི་ཐོག་ནས་སྒྲིག་གཞི་དང་གནད་དོན་ག་རེ་ཐོག་ལ་དྲི་བ་ག་རེ་གནང་ཡ་ཡོད་ན་ང་རང་གང་ཐུབ་པ་དེ་འབད་བརྩོན་ཞུ་ནས་མ་ལན་འདེབས་ཞུ་ཆོག་པ་གྱིས་དྲི་བ་གནང་བའི་སྒང་ལ་སུས་ཀྱི་དྲི་བ་གནང་གི་ཡོད་ན་སུ་སུ་གྱི་མཚན་འདི་ཡིན་གཅིག་མིན་གཅིག་གསུང་རོགས་གནང་འདི་ག་རེ་བྱེད་ནི་ཡིན་ཟེར་ན་གནད་འགག་འགའ་ཤས་ལ་ང་ཚོ་ལན་རྒྱབ་འདུག་དཔེར་ན་ང་ལན་རྒྱག་པ་ནས་ཨ་ནི་ཁྱེད་རང་གིས་དྲི་བ་གནང་རྒྱུ་དེ་ལ་ལན་འདི་ཡིན་ཟ་ཡ་དང་ཨ་ནི་དྲི་བ་དག་འདི་ལ་ངས་ལན་མ་ཐུབ་པ་ཡིན་ན་ཨ་ནི་ཡག་བྱས་ནས་ངེད་ཚོ་གིས་ཡང་གོ་བསྡུར་བྱས་ནས་མ་ལན་ས་གནས་ལ་ལན་མ་ཕུལ་གོ་དུས་གང་དེ། ཚོགས་འདུའི་འདིའི་སྐབས་ལ་ཨ་ནི་དོ་བདག་གང་ས་མཚན་དེ་འདྲས་ཅིག་གིས་ཨ་ནི་དྲི་བ་དེ་འདྲས་ཅིག་གནང་སོང་ཁོང་གིས་འདི་ལ་ཨ་ནི་ང་ཚོ་གིས་གསལ་བཤད་འདི་འདི་ཡིན་ཟ་ནས་ས་གནས་འོས་བསྡུའི་འགན་འཛིན་བརྒྱུད་ནས་མ་བཏང་གནང་གི་རོགས་ཨ་དེ་དུས་ཨ་ནི་ཡང་ལན་འདི་གསར་བ་མི་གང་ས་སུ་ལན་ན་ཁོ་རང་ལ་འདི་ཡིན་གཅིག་མིན་གཅིག་འཁྱོལ་བར་གནང་དགོས་ཡོད་དུས་གང་དེ་འདི་ཡིན་གཅིག་མིན་གཅིག། སུ་སུ་གི་མཚན་དེ་ཡིན་ཅི་མིན་ཅི་ངེད་ལ་གསུང་རོགས་གནང་ཟེར་ཡ་ཡིན་ཨ་ཚང་མ་ལོ་སེང་བཤད་གནང་བ་དེ་ལ་སྙིང་ཐག་པ་མཐུ་ཆེ་ཟེར་ཡ་ཡིན།
དབུས་འོས་བསྡུ་འགན་འཛིན་ཨ་ནེ་ཀོང་ཙེ་རུའུ་ལགས་མཆོག་ཐུགས་ཆེ་གནང་གསུང་བཤད་སྐོང་བ་དེ་ནས་མ་དེ་རྒྱས་བཞིན་རྒྱས་པ་གནང་སོང་ཨ་ནེ་ཀོང་བ་ལ་ཐུགས་རྗེ་ཆེ་ཞུ་ཡ་ཡིན་དེ་ལྟར་ཀོང་བ་ལ་ཞུ་བའི་ཆེད་ལ་དྲི་བ་དྲི་ལན་གནང་པའི་སྐབས་དེ་ལ་ཨ་ནེ་སོ་སོ་ཚོའི་མཚན

རྒྱལ་བའི་སྐུ་ཆེན་གྲྭ་ཚང་གི་ཨ་ནེ་མཁན་པོ་ཟུར་པ། སངས་རྒྱས་རྒྱལ་དུས་གྲྭ་ཚང་གི་མཁན་པོ་ཟུར་པ་དང་ག་ན་ཚོ་ཚང་མ་ལགས་ཀྱི་སོགས་ཆོས་ཞུ་ན་ཡོད་ཀྱི་ད་སྐྱབས་རྗེ་བྱ་རྡོ་རིན་པོ་ཆེ། ཞི་པོ་ཆེ་མཛད་འཕྲིན་རྒྱལ་པོ་དང་རིན་པོ་ཆེ་ཁ་ཆེ་ལ་བའི་མ་ཡིན་ན་ས་ད་རང་ཞོལ་མཁན་ནས་ཆེ་འདི་ནས་མ་རིན་པོ་ཆེ་གི་སོགས་ཆོས་གནང་ཨ་འདི་གནང་དག་ན་ཤེས་སྐྱབས་ཆོས་འཁོར་རིན་པོ་ཆེ་རེད་ད་དེ་མང་པོ་ཞི་པོ་ཆེ་ཐུགས་སུ་ཕེབས་བསྡད་དེ་ཡིན་པའི་ཁ་ཐུག་ལ། རིན་པོ་ཆེ་མཆོག་གི་ཁ་ཆེ་ལ་བ་ཡིན་པ་ན་དེ་རིང་དབུས་འོས་བསྡུའི་འགན་འཛིན་དང་ཨ་ནེ་ཁ་ཆེ་ལ་བ་ཡིན་པ་ཡིན་ན་རྒྱལ་བའི་སྐུ་ཡི་སྐུ་ཚ་གསུང་གི་གསུང་ཚ་སྐུ་ངོ་དོན་ཆོས་རྣམ་པ་གཉིས་དེ་ཡང་གཞུང་འབྲེལ་གྱི་ཨ་ནི་དེ་ཡང་གསུང་བཤད་གནང་ཁར་ཕིག་གི་ཡོད་རེད་གསུང་གི་ཡོད་པའི་སྐབས་འདུག་རིན་པོ་ཆེ་གི་དོད་ཚོད་རིན་པོ་ཆེ་མཛད་རིང་འདིར་མ་མཛད་རིམ་ད་ལྟ་མང་པོ་ཞེ་བོ་ཞིག་འདུག་རིན་པོ་ཆེ་གི་དོ་ཞབས་འདྲེན་རྣམ་པ་ཚོས་གི་ཚོགས་གཏམ་མང་པོ་བཏང་ཕེབས་སུ་བལ་ག་ཅི་ལབ་པ་ཡིན་པས་ན་སི་ཞལ་ཆོས་ཞུ་ཡིན་ད་གང་ལྟར་ཀྱང་ཨ་ནི་མཛད་རིམ་མང་པོ་ཞེ་བོ་ཅིག་བསྒྲིགས་གནང་འདུག་དེ་ཡིན་དེ་ཡང་རིན་པོ་ཆེ་ག་ཅི་ལབ་ཡིན་པས་ན་གཞུང་གི། ང་ཚོའི་ལྟ་བའི་མིག་ཁོག་པའི་སྙིང་རྒྱ་བོ་རོམ་བཅས་དགུང་ལོ་དྲུག་ཅུ་ལྷག་ཙམ་གྱི་སྐུ་ལས་བསྐྱོན་ས་དེ་འདྲས་ཀྱི་ང་ཚོའི་གེ་བོད་གཞིས་བྱེས་གཉིས་ཀྱི་རེ་བ་བཅུད་ཚེ་གཞུང་གི་གནད་ཡོད་མི་སྣ་གཅིག་ས་གནས་འདི་ལ་ཕྱི་སྐྱོད་གནང་གི་ཡོད་པའི་ཁ་ཐུག་ལ་རིན་པོ་ཆེའི་མཛད་འཕྲིན་ག་འདྲ་བརྒྱུད་ཡོད་པ་ཡིན་པ་ཡིན་ན་ཡང་དེ་རིང་འདི་ཡག་ཐུགས་བཀའ་སློབ་གསན་ནས་ཞུ་ཡས་འདི་ང་ཚོ་ལ་དམིགས་བརྡ་ག་རེ་བསྟུན་དགོས་ཡོད་རེད་ལབ་པ་ཡིན་ན་རྒྱ་བོ་རོམ་གྱི་སྐུ་ཡི་ཉེ་འཁོར་སྐུ་ཕྱྭ་རྣམ་རྒྱལ་གྲྭ་ཚང་ལ་ཞབས་ཕྱི་ཞུ་གནང་མཁན་དང་གསང་ཆེན་རྒྱུད་སྟོད་གྲྭ་ཚང་གི་མཁན་ཟུར་བླ་ན་མེད་པ་རླབས་ཆེན་རྩ་ཆེན་འདི་འདྲ་གཅིག་གིས་རང་གི་གཞུང་ལ་བརྩི་སྟངས་ཇི་ལྟར་ང་ཚོ་ལ་ཡིན་པ་ཡིན་ན་ཡང་གཞུང་གི་མི་སྣ་ལ་བརྩི་སྟངས་འདི་འདྲ་གཅིག་བརྩི་དགོས་ཀྱི་རེད་པ་ཟེར་གི་ང་ཚོས་བསླབ་བྱ་གཅིག་དང་འདི་འདྲ་ཞིག་འདུག་འདི་འདྲ་ཡིན་པའི་ཁ་ཐུག་ལ་ནིའུ་ཡོག་ནིའུ་ཇར་སི་ཨ་ནི་བོད་རིགས་སྤྱི་འཐུས་ཚོགས་པ་རེད་ས་གནས་འོས་བསྡུའི་ངོས་ནས་ཨ་ནི་རིན་པོ་ཆེ་ངོས་ནས་སྐུ་ཐང་གཉིས་སུ་ཐོ་ཆེ་ནང་བཞུགས་ཡིན་རིན་པོ་ཆེ་ཐོ་ཆེ་ཆེ་ཨ་ནི་ས་པའི་ཕྱག་ཚགས་དག་བཅོས་ཞིག་བཏང་བློ་ལ་ནང་ངོས་ནས་ཐོ་ཆེ་ཆེ་རིན་པོ་ཆེ་རིན་པོ་ཆེ་འདས་བཞུགས་དགོས་ག་ས་ཁྱེད་རང་བཞུགས་པའི

ཨ་ནེ། ད་ལྟ་འོས་ཤོག་བླུགས་པའི་སྐབས་ལ་ཡང་སྔོན་འགྲོ་དེ་ལ་ཡང་ནང་མི་གཅིག་ལ་མི་གཅིག་གིས་རོགས་པ་བྱེད་ཡ་ལེད། ནང་མི་གཅིག་ལ་དེ་ཕ་གཅིག་མ་གཅིག་དང་དེ་འདྲས་ལ་གོ་རེ་ཨ་ཞང་ཨ་ཁུ་ཨ་ནི་ཚང་མ་ཡོད་ནས་མཉམ་དུ་ལ་དེ་དེ་ག་འདྲས་ཡིན་དེ་ཟེར་བུ་ཞིག་གནང་རོགས་གནང། དེ་གཅིག་ཤོས་ཡིན། ཨ་ནེ་ངེད་ཀྱི་ད་རེ་སྒུག་གཙོ་བོ་འགྲོ་དེ་ག་ས་ད་ལྟ་བར་དུ་བྱུང་ཐ་ཆད་མེད་པ་ཡིན། ས་གནས་ལ་ད་ག་ཟེར་ན་ང་ཚོའི་ས་གནས་འདིའི་སྟེས་ཅིག་གནད་འགག་ཚ་བོ་ཅིག་ཆགས་ཡོང་དུས་ཀ་ནས། འོས་ཤོག་ཚར་བའི་དགོངས་དག་ཁོ་རང་ལ་ད་ག་རང་ལ་རྩིས་འབུལ་གནང་ཆེད་གྲངས་ཀ་ག་ཚོད་གནང་ཡོད་མེད་དེ་དོན་གཅོད་ལ་མ་ཕུལ་ཐུབ་པ་ན་ག་འདྲེ་འདུག་ཕྱི་ནས་དེ་འགས་ཕུལ་གལ་སྲིད་ང་ཚོའི་ས་ཆ་ད་ག་རང་ནས་གྲངས་ཀ་བརྒྱབ་ཐུབ་ཅེས་མ་ཕུལ་ཐུབ་པ་ཡིན་ན་དེ་གསང་བའི་ནང་དགོན་ནས་ག་རེ་ན་མ་ཁ་ཐུག་པ་གནང་ཆེད་དེ་འདྲས་ཞིག་བྱེད་ཐུབ་ན་ཡག་པོ་མེད་འགྲོ་གསུངས་ང་རང་འདིས་རེ་སྐུལ་ཞུས་ཡིན། འོས་ཤོག་ད་ག་རང་ལ་ཁ་ཐུག་ལ་ག་ཚོད་འགོར་བ་ཡིན་དེ་ཐུགས་རྗེ་ཆེ།

དང་པོ་དེ་ཡང་ད་གསོལ་ནའོ་འདི་ལགས་ཀྱི། ནང་མི་གཅིག་དེ་ག་འདྲས་རེད་ཟེར་ཏེ་ངས་ཐང་ཀའི་ཕལ་ཆེན་ཞུས་ཡིན་གསུངས། དུས་ཕྱིས་ནང་མི་གཅིག་ནང་གཅིག་ལ་པཱ་ལགས་ཨ་མ་བུ་བུ་ཁ་ན་ད་ཁྱིམ་ཚང་གཅིག་ནང་ཡིན་ན། ཁོ་རང་ཚོའི་ནང་ལ་ད། མག་པ་ཡོད་ན་འདྲ་མནའ་མ་ཡོད་ན་འདྲ་གང་ཆེ་ཁྱིམ་ཚང་གཅིག་དུས་གཅིག་ནང་མི་ལ་ད་ང་རང་ཚོ། ཚིག་ད་ག་རང་རེད་དུས་གཅིག་ནང་མི་ཡིན་ན་ཨ་ནི་མི་གཅིག་གི་ཆོག་གི་རེད་ཟེར་ལ་ད། དུས་གཅིག་ནང་མི་ལ་ད་ང་ཚོ་ཁྱིམ་ཚང་གཅིག་རང་ལ་ད་སོ་སོ་ནང་མི་གཅིག་ནང་ལ་ཡིན་པ་དེ། ཨ་ནི་ད་ག་རང་ལ་གོ་གི་རེད་ཟེར་བཤད་ཡིན། དེ་ནས། དྲང་ཤེས་སྐོར་འདིར་བ། ད་འདི། གར་ཞོས་ན་ད་དྲང་ཤེས་འདི་ཚར་བ་དང་ལམ་སར་བྱེད་དགོས་འདུག་ལས་སྦྱོར་བ། ང་བདག་གིས། ང་ཚོའི་སྒྲིག་གཞི་ནང་ལ་ག་རེར། འོས་བསྡུ་ཚར་བ་དང་ཆོས་ཚུལ་གཉིས་གསབ་གཞི་རྗེས་ལ་མི་ཤེས་དྲང་ཤེས་ཆོག་གི་མ་རེད་ཟེར་ལ་འདི། སྒྲིག་གཞི་ནང་ལས་ཡོད་རེད་འདི་གར་ཆགས་སྐོར་ཟེར་ན། དཔེར་ན་ཆགས་ཟེར་ན་ད་ལྟ་ང་ཚོ་རྒྱ་གར་དུ་འཛུལ་ནས་ཚར་བ་དང་ལམ་སར་བྱེད་བ་ཡིན་ན། ཕལ་སྐད། ད་ཨེ། དྲང་ཤོས་འདི། ཕྱི་ཟླ་གཉིས་ཚེས་གཅིག་སྟེ་ཨོ་སི་ལི་ཡ་ཆགས་ཀྱི་རེད། ཨོ་སི་ལི་ཡ་ཁོང་ཚོ་གིས་འོས་གྲངས་བཤད་བྱས་དུས་ག་ལ་དེ་བ་རང་སན་ཕྲན་སིས་ཀོ་དེ་ཚོ་འོས་གཞི་ནས་བླུག་རྒྱུ་ཆགས་སྐོར་རེད་ད་ང་ཚོ་དུས་ཚོད་ཀྱི་རེད། ང་ཚོས་གི་ག་རེ་རེད་ཕྱི་ཟླ་གཉིས་པའི་ཚེས་གཅིག་ལ་དུས་ག་འདི། ཚེས་གཅིག་དེ་ས་ཆ། ལ་མ་འདྲ་མ་འདྲ་ལེགས་ར་ཕེ་གེ་ལ་ཚེས་གཅིག་དེ་རྫོགས་འགྲོ་དུས་དེ་ལ་ཚེས་གཅིག་གཞི་ནས་ཆགས་ཡོད་དུས་ག་འདི། འགའ་ཤས་ཀྱིས་འོས་གྲངས་ག་ཚིག་བ་དེ་གི་གནས་སྟངས་དེ་ས་ནས་འོས་བླུག་ས་དེ་ཚོ་ལ་དེ་གི་གནོད་ཤུགས་དང་དེ་གི་ག་ལ་བར་ཁྱད་པར་འགྲོ་གི་ཡོད་དུས་དེ་གི། ང་ཚོ་ཆོས་ཚུལ་གཉིས་བསམ་བཞིན་པ་དུ་ཆོག་གི་མེད་ལ་རེད། ཡིན་ནས་ད་ལྟའི་ང་ཚོ་ཆོས་ཚུལ་གཉིས་བསམ་བཞིན་དེ་དུ་ཚེ་རང་གནས་དེའོ་རེད་བྱས་ཙང་དེ་ཡིན་དུས་ད་ཡིན་ནས། ས་གནས་རང་ནས་གནང་དགོས་འདུག་ལ་ཡིན་དུས་ཕལ་ཆེར་ཉིས་སྟོང་ཉིས་ས་གཞི་ལ། ཉིས་སྟོང་ཉིས་ས་གཅིག་ལ་ས་གནས་རང་ནས་འོས་བསྡུས་གྲངས་བཤེར་གནང་བཞག་ཡིན་ནས་ད་ལྟའི་ཆ་ལ། སྒྲིག་གཞི་ནང་ལ་ག་རེ་རེད་ས་གནས་འོས་བསྡུས་ཀྱི་འགན་འཛིན་ཡོད་ས་རང་ལ་གྲངས་བཤེར་གནང་དགོས་རེད་ཟེར་དུས། བྱང་མངའ་རིས་ཀྱི་ས་གནས་འོས་བསྡུའི་འགན་འཛིན་དེ་ཡང་ད་ཀྲི་སི་ལ་ཡོད་པ་ཆགས་སྒོ་ར་ཚ་ད་ད་དེ་ཡོད་རྒྱུ་དེ་སྡེ་ཚན་འགན་འཛིན་ར་བྱང་མངའ་རིས་ཁོ་རང་གི་འོས་བསྡུའི་འགན་འཛིན་དེ་ཨ་ནི་ཀྲི་སི་ལ་ཡོད་པ་དེ་ཆགས་ཀྱི་ཡོད་དུས་ཨ་ནི་ད་ད་ས་གནས་མང་པོ་བྱས་ནས་ད་ག་རང་གསུང་གི་འདུག་ར་ཕལ་ཆེར་ང་ས་གནས་ད་གསུམ་ལ་འགྲོ་ཚར་རེད་ཅི་མི་ཅི་ས་གནས་རང་ལ་གནང་ན་ཡག་ག་འདུག་ལས་ལྷག་འདུག་འགྲོ་སོང་ད་མང་པོ་ཞིག་ཐོག་ནས་དེ་ཡག་ག་འདུག་གསུང་གི་འདུག་ད་བྱས་ཙང་དེ་ངས་སྒྲིག་གཞི་ད་ད་དེ་ནང་དེ་ཡོད་དུས་ཨ་དེ་ཡག་གང་ལ་དབུས་འོས་བསྡུ་ལས་ང་ལ་ཞུ་བྱས་གོ་བསྡུར་གནང་ནི་ག་འདྲས་རེད་ཨ་ནི་དེ་ནས་ས་གནས་འོས་བསྡུའི་འགན་འཛིན་དང་རྣམ་པ་གོ་བསྡུར་གནང་བྱས་ཨ་ནི་མཐའ་མའི་ག་རེ་ཐག་གཅོད་ཆགས་ཀྱི་ཡོད་ན་ཨ་དེ་ཞུགས་ལ་ཞུ་ཡ་ཡིན་ཨ་ནི་དེ་ནས་ད་ད། པའི་རིགས། སངས་རྒྱས་ལ་གསུང་ཡ་དེ་ལ། ཉིས་སྟོང་ཉིས་བརྩ་གཅིག་གི་འོས་བསྡུ་དེ། ཕྱི་ཟླ་བརྒྱད་བ་ནས་འགོ་ཚུགས་སོང། ད་ལོ་ཁྱོད་ཚོ་ཕྱི་ཟླ་བཅུ་བ་ནས་འགོ་ཚུགས་ཡ་དེ་ག་རེ་རེད་ལ་ནི་དྲི་བ་གནང་སོང། འོས་བསྡུ་གི་ལས་རིམ་འགོ་ཚུགས་ཡ་དེ་ལ། བཅའ་ཁྲིམས་དང་སྒྲིག་གཞི་ནང་ལ་ག་རེ་ཡོད་རེད་ཟེར་ན། འོས་བསྡུ་གི་འགན་འཛིན་ལས་འབར་གཉིས་བསྐོ་བཞག་ཟིན་པ་ནས་འོས་བསྡུའི་ལས་རིམ་འགོ། སྲིད་སྤྱི་གཉིས་ཀྱི་འོས་བསྡུ་ཆེན་མོ་དེ་འགོ་ཚུགས་ཀྱི་ཡོད་ཟེར་ས་གོ་རེད། ང་ཚོ་སྤྱི་འཐུས་ལྷན་ཁང་གི་བསྐོ་བཞག་དེ་ཕྱི་ཟླ་དགུ་བ་ལ་ནི་མི་ཤི་འོས་འདེམས་བྱས་ནས་ཡ་བསྐོས་སླེ་ཡོད་མ་རེད། བསྐོ་བཞག་དེ་ཕྱི་ཟླ་བཅུ་བའི་ཚེས་གཅིག་ལ་བསྐོ་བཞག། ཡི་གེ་འཇོག་རེས་སྤྱི་ཟླ་བཅུ་པའི་ཚེས་གཅིག་ལ་ཁྱོད་རང་ཚོས་དམ་འབུལ་བྱེད་དགོས་རེད་ཟེར་ནས་ང་ཚོ་ལ་བསྐོ་གཞག་དེ་ཕྱི་ཟླ་བཅུ་པའི་ཚེས་གཅིག་ལ་བཅོལ་དུས། ཨ་ན་འདི་ངས་ལ་བྱེད་ཀྱི་ལང་ཀ་གོ་རེ་ཡོད་མ་རེད་སྐབས་བཅའ་ཁྲིམས་དང་སྒྲིག་གཞི་ནང་ལ། ལེགས་པར་གཉིས་མེད་ན་འོས་བསྡུ། སྲིད་སྤྱི་གཉིས་ཀྱི་འོས་བསྡུ་དེ་འགོ་བཙུགས་ཐུབ་འོག་མ་རེད་བྱས་ཙང་འདི་ཡིན་འདི། འདི། ང་ཚོས་ཀྱི་ཕྱི། འོས་བསྡུ་ལྷན་ཁང་གི་ཕྱི་བར་བཟོས་བ་དེ་འདྲ་མ་རེད་ད། ཁོ། འོས་བསྡུ་ལྷན་ཁང་ལ་འདི་འགོ་བཙུགས་ཡས་ཀྱི་ཆ་རྐྱེན་ཁོ་རང་ཚང་འགོ་འོག་མ་རེད། ང་རང་ཚོ་འོས་བསྡུའི་འགན་འཛིན་གཅིག་ཡོད་རེད་ཁོ་རང་གི་ཡང་སེང་ཞུས་ཡོད་རེད་ང་ཚོ་ད་འོས་བསྡུའི་འགོ་འདི་ག་དུས་བཙུགས་གོ་རེད་ལ་དུས་ཨ་ནི་ཕན་ནས་འོས་བསྡུའི་ལས་འཕར་འདི་བསྐོས་མ་ཐུག་དུས་སྤྱི་ཟླ་དགུ་པའི་གི་ནང་ལ་བསྐོས་པ་ད་ཨ་ནི་ང་ཚོ་སྤྱི་ཟླ་བཅུ་པའི་གི་དགུ་པའི་གི་ཚེས་ད་འོས་གྲོས་ཚོགས་ནང་ལ་བསྐོས་རེད་ང་ཚོ་ལ་ཡིག་ཐོག་ལ་སྤྱི་ཟླ་བཅུ་པའི་ཚེས་གཅིག་ལ་དམ་འབུལ་ཞུ་དགོས་ཡོད་ལ་དེ་ད་ད་ག་རང་གིས་ང་ཚོ་གི་ཐོག་ནས་ཉི་མ་བཅས་མ་བརྒལ་བར་སྤྱི་ཟླ་བཅུ་པ་རང་ལ་དམ་འབུལ་ཞུས་ད་ག་རང་ནས་ལས་རིམ་འགོ་བཙུགས་ཡོད་ཞུས་ཡ་ཡིན་ད་ག་རི་འགོར་བ་འདི་ཁོ། ལས་དོན་གྱི་ཆ་རྐྱེན་ཅིག་མ་ཚང་བའི་ཐོག་ནས་ནི་དུ་སེ་རེད་མི་ཤེས་ང་ཚོ་གི་ཆེད་དུ་ང་ནི་དུ་སེ་ནི་ཡང་ཅིག་འགྱུར་བ་བཏང་བ་དང་དེ་འདྲའི་རྩ་བ་ཉིད་ནི་མེད་བཟོ་བྱས་ཡིན། དེ་ནས་ཨ་ནི་ད་ལྟ་གང་ཟག་ཅིག་གི་མེས་བོས་ནས་འདི་གསུང་གི་འདུག་ལ། འདི་ཁོ་རང་བསམ་བློ་བཏང་ཡ་རེད་ཁོ་རང་གི་བྱིས་བ་འདི་འགྲིག་ཡོད་མེད་ལ་དེ་སྒྲིག་གཞི་ལ་ག་རེ་ཡོད་པ་འདི་ངས་མ་ཞུས་རེད་ཨ་ནི་ཁོ་རང་འདི་གནང་གི་ཡོད་ན་ཨ་འདི་ལ་བབ་པའི་ཉེས་ཆད་ག་རེ་ཡོད་པ་འདི་ད་ག་རང་ཕེ་གནང་ཡ་རེད་བཟོ་བྱས་ཡིན་མི་ཤེས་ཨ་ཁོ་རང་འདི་གོ་ཚོད་སུ་མ་སོང་གས་གསུང་ཡ་ཡོད་མ་རེད་སྒྲིག་གཞི་ནང་ཡོད་པ་འདི་ལག་ལེན་རང་བསྟར་ཡ་རེད་བཟོ་བྱས་ཡིན། དེ་ནས།

དངོས་གཞི་ག་ལ་སྲིད་སྐྱོང་གི་འོས་མི་གིས་གྲངས་ཀ་སྟོན་མ་སྟོན་དེ་ལ་རྙོག་དྲ་ཡོང་གི་འདུག་ང་ཚོ་གསུམ་གོ་ཐུར་ལྷུག་པོར་བྱེད་ནི་ཐབས་མེད་དེ་ལ། སྲིད་སྐྱོང་འོས་མི་གཉིས་མི་ཞིག་སྟོན་གི་མེད་ཟེར་ན་གསལ་བསྒྲགས་ཞུས་ཚར་དང་སྤྱི་ཟླ་བཅུ་པའི་ཚེས་བདུན་ལ་དོ་སྣང་གནང་ན་བཟང་མོ། ཡང་སྐྱོ་དྲི་བ་གནང་གི་འདུག་ར་མང་པོ་བྱེད་ཀྱི་ད་འདི་ག་ཚོད་སྟོན་གི་རེད་གསུམ་རེད་བཞི་རེད་གཉིས་རེད་ལ་ནི་དེ་ང་ཚོའི་གསར་བུ་གསར་རྐྱང་ཅིག་གསལ་བསྒྲགས་ཞུ་ཡིན། འོས་མི་འོས་མ་ཐོར་ཡག་ད་ག་རེད་ན་ད་ལྟ་ང་ཚོ་འོས་མི་གསོད་སླད་ཡིན་རེད་ང་ཚོ་གི་ཚོད་པ་བཅད་ཐུག་གོ་མ་རེད་ད་ཡིན་རེད་ག་ཚོད་ན་དེ་འདྲས་མ་ཐུག་བའི་བཀའ་ལ་གསལ་སྒྲག་བྱེད་ཤག་ན་ཡག་ཤོས་རེད་ཤག་ང་ཚོ་གི་དེ་བྱེད་དུས་ང་ཚོ་གི་ད་ལྟ་སུས་འོས་མི་ཧ་མ་གོ་གོ་ནས་འོས་མི་རྩེ་ཏོ་རྒྱག་ནས་གཉིད་སུ་ལེགས་ཡོད་ན་ད་ག་རང་སྟོན་ཡ་ཡིན་ས་ནས་གསལ་སྒྲག་ཞུས་བ་ལ་ད་ག་རང་གནས་གི་རེད་ས་ནས་ངས་ཚིག་ཐག་ཆོད་པོ་ཞིག་ཞུ་ཡ་ཡིན་ཨ་ནི་ལན་འདི་གསལ་བོ་ཆགས་པའི་རེ་བ་ཡོད། བློ་བྲི་བ་ན་འོ་ན།
ཐོག་མར་ང་རང་ཚོ་རང་གཞུང་གི་དབུས་བསྡུ་ལེན་ཁང་གི་སྐུ་ངོས་ཚེ་རིང་གཡུང་དྲུང་ལགས་དང་ཨ་ནེ་སྐུ་ངོ་དོན་གཅོད་གཙོས་པའི་གིས་ཚོགས་ཁང་འདི་ནང་ཕེབས་མཁན་ཚང་མ་ལ་འཚམས་འདྲི་ཞུ་གི་ཡོད། དེ་ནས་རྒྱལ་བ་དོན་གྱི་བདག་པོ་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཨ་ནེ་མཛད་རྗེས་ནང་ནས་ཆེ་ཤོས་གཅིག་དེ་ང་ཚོ་བོད་མི་ཡོངས་ལ

བཀའ་མོལ་ཅིག་གསུངས་སོང་དེ་དེ་བཞིན་གྱི་ཁ་སིང་བརྙན་ཐུང་ནང་ལོགས་ལ་ཡང་དབུས་འོས་བསྡུ་ལྷན་ཁང་འགན་འཛིན་ཀོང་བློ་བཟང་ཞེས་ལགས་ཀྱིས་དེའི་སྐོར་ལ་གསུངས་པ་ཞིག་མཐོང་སོང། དེ་འོས་བསྡུ་ཚན་པ་ང་ཚོ་ཚང་མ་གི་རེ་བ་ལ་འོས་བསྡུ་དེ་དྲང་པོ་ཆགས་དགོས་དེ་གལ་ཆེན་པོ་རེད་གང་ཡིན་ཟེར་ན་འོས་བསྡུ་བླུགས་ཚར་བའི་རྗེས་ལ་སོ་སོའི་གི་བཀོད་སྐྱོར་མི་དེ་མ་ཁེབས་པ་ཡིན་ན་མཐའ་མའི་བསྡོམས་དེ་ང་ཚོ་དག་རང་ལ་ངོས་འཛིན་བྱེད་དགོས་ཀྱི་ཡོད་རེད་འདི་བྱས་ལ་དྲང་པོ་མ་ཆགས་ན་ངོས་འཛིན་བྱེད་ཐུག་མི་འདུག་དེ་འོས་བསྡུ་ཚན་པ་ས་གནས་ལ་ཡང་ལམ་ལུགས་ཀྱི་ཐོག་ནས་འདས་པའི་གི་འོས་བསྡུ་ཁག་ལ་ཡང་འོས་བསྡུ་འགན་འཛིན་ནང་ལོགས་ལ་ག་དུས་ནས་གཞོན་ནུ་དང་བུད་མེད་གཉིས་ཡོད་དོ་ཞེས་བྱ་གི་ཡོད་རེད་ཡིན་ན་ཉེ་ཆར་ནིའུ་ཡོག་ལ་ད་ལྟ་སྤྲང་ལམ་པར་བ་ལ་འགྲོ་ཞེས་པ་གི་གནས་ཚུལ་ག་རེད་ལབ་ན་ད་ད་རེན་གི་འོས་བསྡུ་དེ་དྲང་པོ་ཆགས་ས་མ་རེད་ག་ཡིན་ཟེར་ན་འོས་བསྡུ་འགན་འཛིན་ནང་ལོགས་ལ་ཡང་ནིའུ་ཡོག་གི་གཞོན་ནུ་དང་བུད་མེད་གཉིས་ཡག་བཀོད་མི་འདུག་དེ་ནས་གཞོན་ནུ་ཚོགས་ཀྱི་ཡག་བཅར་བྱས་དེ་ནས་ང་ཚོ་དེ་མི་འདུག་ག་རེད་ལབ་དུས་ཙམ་པ་ཨ་ནི་ཁྱོད་ཚོ་ཁྲིམས་ཐོག་ན་འགྲིག་གི་རེད་ག་རེ་བྱས་ན་འགྲིག་གི་རེད་ཨེ་འདྲ་གསུངས་ཤག་དེ་ཡིན་དུས་ཙམ་པ་ཨ་ནི་དེ་ནས་ཁོ་རང་ཚོ་ཡག་བཅར་ནས་མཐའ་མ་དེ་ལ་ཡག་ཨ་ནི་མི་གཅིག་ལ་གོ་སྐབས་སྤྲད་ཀྱི་ཡིན་གསུངས་ཤག་དེ་ཡིན་དུས་ཙམ་པ་ཡིན་ན་ཡང་ཡག་མགྱོགས་བཅར་བྱས་ཨ་ནི་མཐའ་མ་དེ་མི་གསུམ་གསུམ་དུ་གནང་ཤག་དེ་ཡིན་དུས་ཙམ་པ་ད་ལྟ་འདི་འདྲའི་ནག་ཐིག་ཅིག་ཕབ་ཡོད་དུས་ཙམ་པ་ད་མི་མང་ཚོགས་ཀྱི་སྤྲང་ལམ་གནང་ལོ་ལ་སྐད་ཆ་འདི་འགྲོ་བསྡད་ཀྱི་འདུག་ང་ཡིན་ན་རྒྱབ་ལ་བཤད་ངེས་མེད་ག་དུས་ན་མདུན་ལ་བཤད་ངེས་ཅི་ཡིན་དུས་བཙན་པ་དེ་རིང་འདས་འོས་བསྡུ་ལྷན་ཁང་དངོས་སུ་ཕེབས་ཡོད་དུས་བཙན་པ་བོད་དུ་དེ་དྲང་པོ་ཆགས་ཡག་ཆེད་དུ་ད་གིན་གོང་དུ་ཁོ་ན་ཚོ་གསུང་བ་ནང་བཞིན་འོས་དེ་མཐའ་མ་བདག་རང་ལ་རྩིས་ཐུབ་པ་ཡིན་ན་མ་གཏོགས་ད་དེ་འདྲ་དེ་འདྲའི་གི་གནས་ཚུལ་བྱུང་ཡོད་དུས་བཙན་པ་ཨ་ནུས་དོགས་གཞི་ཆགས་ཀྱི་འདུག་ཞུ་ཡ་ཡིན་ཐུགས་ཆེ་གནང། ངའི་མིང་ལ་ཡ་བསྟན་འཛིན་དབང་འདུས་རང་བཙན།

སྐད་དོག་ཨོ་ཁ་ཚང་ཡིན་པ་ཡིན་ན་རེད་ང་རང་ཚོ་གི་སྤྱི་འཐུས། North America། ནས་ལངས་ངེས་སྤྱི་འཐུས་ཀུན་དགའ་འཕྲིན་ལས་ཁོ་རང་རང་ཡིན་པ་ཡིན་ན་རེད་ཁོ་རང་གཉིས་ལ་ངེད་ཀྱིས། ག་ལ་རེད་ཚད་དང་ལྡན་པའི་གི་ཨ་ནི་དྲི་བ་ཁ་ཤས་ཅིག་བསྐུར་བ་དང་མཉམ་དུ། ད་ཡང་ཁ་ཤས་ཀྱི་གོ་བ་ལོག་ནས་འདི་གང་ལ་ཡང། ག་ལ་རེད Negative Campaign རེད་ལ་ནི་ལབ་མ་སྲིད་བ་མ་རེད་དེ་ཡིན་ན་ཡང། ང་རང་གིས་ནམ་ཞག་རྒྱུན་དུ་ནས་བཤད་བསྡད་ཡ་དེ་ག་རེ་ཞིག་བོར་ལ་ན། གོང་གི་མེ་ཕྱི།

ག་ལ་ན་ཡང་སང་ཉིན་ན་ངས་འདི་ལབ་མ་སེ་ཨོ་མར་བ་མོས་ཀྱི Negative Campaign བྱེད་ཀྱི་འདུག་ལབ་མ་སེ་ཨོ་མར་བ། འདི་བྱས་ནས་ངས་ཀྱི་སྔ་རྗེས་ནས་ངས་ཁྱེད་རང་ཚོ་ལ་ཞུ་དགོས་ཏེ། གལ་སྲིད་ངས་ཀྱི་བཤད་བསྡད་པ་དེ་ང་ལ་དཔང་རྟགས་དེ་ཉམས་དེ་ཡོད། ཨ་ནི་ངས་ཀྱི་བཤད་པ་དེ་ང་ག་ལ་བརེད་ཁྲིམས་དང་འགལ་བའི་སྒྲིག་གཞི་དང་འགལ་བའི་ཆགས་ཀྱི་ཡོད་རེད་ལ་ནི་གལ་སྲིད་ཡོད་པ་ཡིན་ན་ཨ་ནི་ང་ལ་ལ་རོགས་གྱིས་ད་ལྟ་ནས་ལ་རོགས་གྱིས་ཟེར་བ། ཨ་ནི་དེ་ལ་དཔག་པའི་གི་ང་ཡང་ག་རེ་བྱེད་དགོས་ཀྱི་འདུག་དེ་ངས་བལྟ་གི་ཡིན་ཟེར་བ། དེ་མེད་པ་ཡིན་པ་ཡིན་ན་ནི། ད་ལྟ་བར་དུ་ང་རང་ཚོ་སྤྱི་ཚོགས་ནང་ལོགས་ལ་བསྡད་པའི་ལོ་ད་ང་རང་གི་ཧ་གོ་ཡ་ལ་ལོ་བཞི་ལྔ་དེ་ནང་ལོགས་ལ། སྤྱི་ཚོགས་ནང་ལ་འགྲིག་གི་མི་འདུག་ཡོང་གི་མི་འདུག་ནི། སྒྲིག་གཞི་བརྟན་པོ་མི་འདུག་ལ་ནི། བཤད་དེ་ངས་མང་པོ་ཡོད། དེ་ཚང་མ་ཡིན་ཚར་བ་བརྒྱ་ལ་ཐག་རིང་གི་ཉིན་མོ་ལ་ངས་ཀྱི་འོས་བསྡུ་ལས་འགངས་ལ་དྲི་བ་ག་རེ་ཡིན་ལབ་པ་ཡིན་ན་ཁ་ཚིན། མེ་ནེ་སོ་ཏྲ་དེ་བ་ལས་ཁྱེད་རྣམ་པ་ལ་སྐད་ཆ་དྲི་ངེས་དེ་འདྲས་བྱུང་ཡོད་ས་རེད་ཨ་ནི། མི་ཁ་ཤས་སྤྱི་འཐུས་ནང་ལ་ཡར་ལངས་ཀ་ཡོང་གི་ཡིན་ལབ་ཀྱི་འདུག་ཟེར་བ། ཨ་ཁོ་རང་ཚོ་འདྲ་བོ་ཡིན་ན་ང་རང་ཚོ་ད་ལྟ་འདས་པའི་ལོ་བཞི་སྟེང་ལྔ་ནང་ལོགས་ལ་བོད་མི་བཙན་གཡེམ་གྱི་སྒང་ནས་དགའ་བསུ་གི་སྐད་ཆ་ཅིག་བྱུང་ཚར་བ་རེད་དེ་ཚོ་གང་ག་ལ་འགྲིག་ཤིང་མེད་བ་ལ་ཐག་རིང་གི་ང་རང་ཚོ་སྤྱི་ཚོགས་ནང་ལ་ལངས་དེ་ངས་དེ་ཚོ་ལ་ཨ་ནི་སྒྲིག་ཤིང་ནན་པོ་ཞུ་བོ་ཅིག་ཡོག་རེད་ལབ་པ་ཡིན་ན་ཏག་ཏག་བསྡད་ཀྱི་ཨ་ཡེ་ན་ལ་ནི་ཨ་ནི་དེ་ག་ཅིག་པོ་ཚད་ཀྱི་མ་རེད་ང་རང་ཚོ་སྤྱི་ཚོགས་ནང་ལོགས་ལ། འཇུག་ཏུ་རོ་ན།
དེ་དང་མཉམ་དུ་ངས་ག་རེ་ཞིག་ཞུ་ཡ་ཡིན་ལབ་པ་ཡིན་ན། ཨ་ན། སྤྱི་ཚོགས་ནང་ལོགས་ལ་ཡང། བྱ་སྒམ་ག་ལ་བ་རེད། གྲྭ་པ་གི་སྒང་ནས་ག་ལ་བ་རེད། བརྙན་ཐུང་གི་སྒང་ནས་ཁ་ཤས་ཀྱི་དཔེ་འདི་ཆ་ཤ་ན་ང་རང་ཚོ་ནིའུ་ཡོག་ནིའུ་ཇེར་སི་ལ། ཨ་ནས། གར་ས་མི་དོ་བདག་ཁོ་རང་གི་མིང་དེ་ཨ་ནས། རྡོ་རྗེ་ཚེ་རིང་ལགས་ཡིན་འདུག་རོ། ཁོ་རང་དང་མི་ག་ཤས་ཀྱི་ད་འདོད་ཡོད། རྒྱལ་ཁབ་གཞན་པ་ལ་བསྡད་ངེས་དེ་ཚོ། ཁོ་རང་ཚོ་འདྲ་བོ་ཡིན་ན་ང་ལ་མ་ཉེས་ཁ་ཡོད་བྱེད་ཀྱི་འདུག་དེ་དང་དེ་འདྲ་བོ་དེ་ཚོ་ལ་ཨ་ནས་ག་ལ་བ་རེད། སྒྲིག་གཞི་དེ་གནས་གི་རེད་བས། ལ་ནི་འོ་དེ་ཅི་ཞུ་ཡ་ཡིན།

འོས་བསྡུ་འགན་འཛིན་གཙོས་པའི་ལས་རོགས་རྣམ་པ་ཚང་མ་ལ་འཚམས་འདྲི་ཞུ་ཡ་ཡིན། ད་ལྟ་ང་དེ་འབོད་སྐུལ་གཉིས་ཞུ་བ་སླེབས་ཏེ་ཡོད། ཨ་ནི་གོང་དུ་རོབ་ཙམ་ཁོང་ཚོས་ཞུས་ཚགས་ཟེར་བ། འབོད་སྐུལ་དང་པོ་དེ་གང་ཡིན་ཞུས་ན། ད་ལྟ་འོས་བསྡུ་གི་ལས་རིམ་འདི། ཨ་ནི་ད་ལྟ་གོང་དུ་འོས་བསྡུ་འགན་འཛིན་གྱིས་གསུངས་བ་ནང་བཞིན་རེད། འདི་འོས་བསྡུ་འགན་འཛིན་ལ་རང་དབང་མི་འདུག་གསུང་གི་ཡོད་རེད་བ། འདི་ཡིན་དུས་ཙམ་པ་ལ་འདིའི་བཅའ་ཁྲིམས། ཁོ་རང་རང་གི་ཐོག་ནས་གཏན་འབེབས་ཅིག་གནང་ཐུབ་པ་ཡིན་ན་ཡག་པོ་འདུག། དེ་ཡིན་དུས་སྤྱི་ཟླ་དུས་ཚོད་དེ་དཔེར་ན་ཆ་བཞག་ན་ཨ་རིག་གིས་འོས་བསྡུ་འདྲ་བོ་བྱེད་ན་སྤྱི་ཟླ་བཅུ་གཅིག་ལ་གཏན་འཁེལ་བ་ཆགས་ཀྱི་ཡོད་ལ་བ། དེ་ཡིན་ན་ང་ཚོ་གི་འོས་བསྡུ་ལས་རིམ་དེ་ཡང་དུས་ཚོད་གཅིག་ལ་གཏན་འཁེལ་བ་ཡིན་པ་ཡིན་ན་མང་ཚོགས་ལ་ཨ་ནེ་དོགས་པ་དེ་མ་ཡོང་ཡས་ལ་ཕན་ཐོགས་ཆེན་པོ་ཡོང་ས་རེད། དང་པོ་དེ་དེ་ཡིན་ར་བ། སྦུ་གུ་གཉིས་བ་དེ་ས་གནས་འོས་བསྡུ་ཚོགས་ཆུང་དང་འབྲེལ་བ་ཡིན། ང་ཚོ་གི་ས་གནས་འོས་བསྡུ་ཚོགས་ཆུང་འདི། བཅའ། འོས་བསྡུ་གི་བཅའ་ཁྲིམས་དོན་འོས་བསྡུ་གི་སྒྲིག་གཞི་དོན་ཚན་བཅུ་གསུམ་དང་མཐུན་གྱི་ཡོད་མ་རེད། ད་ལྟའི་ང་ཚོ་འོས་བསྡུ་གི་ཚོགས་ཆུང་གི་ཡོང་ཁུངས་འདི་ལམ་ལུགས་ཤིག་ཐོག་འགྲོ་བསྡད་ཀྱི་ཡོད་རེད། དེ་ཡིན་དུས་ད་ནི་གོང་དུ་གནས་ཚུལ་གསུངས་ལ་ད་ག་རང་ཆགས་བསྡད་ཀྱི་ཡོད་རེད། དེ་ཡིན་དུས་ང་ལ་འོས་བསྡུ་འདི། ང་རང་ཚོ་གི་ད་བཙན་བྱོལ་སྒྲིག་འཛུགས་ཀྱི་ཁྱབ་ཁོངས་ལ་ཡོད་པ་ཡིན་དུས། ཨ་ནི་འོས་བསྡུ་གི་ཚོགས་ཆུང་བཙུགས་སྟངས་འདི། བཅའ་ཁྲིམས་དང་མཐུན་པའི་ཐོག་ནས་འོས་བསྡུ་གི་སྒྲིག་གཞི་དང་མཐུན་པའི་ཐོག་ནས་ད་ལྟ་བཙུགས་ཐུབ་ཀྱི་ཡོད་ན་འདྲ་ཡིན་པ་ཡིན་ན་ཡང་ད་ལྟ་འོས་བསྡུ་དང་ཉི་འོད་ཆར་མ་འོངས་པར་བཙུགས་ཐུབ་ཀྱི་ཡོད་པ་ཡིན་ན་ཡང་གང་ཆེ་འདི། འོས་བསྡུ་གི་སྒྲིག་གཞི་དང་མཐུན་པའི་ཐོག་ནས་བཙུགས་ཐུབ་པ་ཡིན་པ་ཡིན་ན་ང་རང་ཚོ་སྤྱི་ཚོགས་དེ་ལྷིང་འཇགས་ལ་ཕན་ཐོགས་ཆེན་པོ་ཡོང་ས་རེད་ཟེར་ནས་འོས་བསྡུ་ཞུས་ཡས་ཡིན། ཨ་ནི་ད་མཐའ་མར་དྲི་བ་དེ་ག་རེ་ཞུ་བ་ཡིན་ན། ད་ལྟ་གོང་དུ་འོས་བསྡུ་འགན་འཛིན་ལགས་ཀྱིས་ཨ་ནི་མི་མང་ཚོ་འོ་ཞོག་བླུགས་བའི་སྐབས་ལ་བྱིས་པོ་དེ་ལ་ཨ་ནི་ག་ལ་ད་ལྟ་སེལ་ཧྥོན་ཁྱི་ཆོག་གི་མ་རེད་གསུངས་སོང་བ། དེ་ཡིན་དུས་འོས་བསྡུ་ཚོགས་ཆུང་གི་ཚོགས་མི་ཚོ་ཧྥོན་ཁྱི་ཆོག་གི་རེད་དམ་མ་རེད། ཁྲིམས་སྒྲིག་གཞི་ལས་དེ་ཚང་མ་ལ་སྤྱི་སྙོམས་ཡིན་པ་ཡིན་དུས་འོས་བསྡུ་ཚོགས་ཆུང་གི་ཁྱི་ཆོག་མེད་ཡིན་གྱི་རེད་བསམ་པའི་རེ་བ་བྱེད་ཀྱི་ཡོད་བཟོ་ཡས་ཡིན་ཐུགས་རྗེ།

གསུམ་པ། བསྟན་འཛིན་དབང་འདུས་རང་བཙན་ལགས་ཀྱིས་འོས་བསྡུ་གི་དྲང་བདེན་ཡོང་ཐབས་ལ་ཚོགས་མི་ཡོང་ཁུངས་དེ་ལ་ད་ལྟའི་ས་གནས་ཀྱི་འོས་བསྡུ་གི་ཚོགས་མི་ཡོང་ཁུངས་དེ་ད་ལྟའི་ས་གནས་ཚང་མ་ལ་གནས་ཚང་མ་འདྲ་མ་འདྲ་འདུག་རྒྱ་གར་ལ་ཡིན་ན་ལོ་ལྔ་ལ་འོས་བསྡུ་ཚོགས་མི་གཅིག་གཏན་འཇགས་ཡོད་རེད་ཁོ་རང་ཚོ་འོས་བླུགས་ནས་འོས་བསྡུ་ཚོགས་མི་བསྐོ་བཞག་བྱེད་དགོས་རེད་ཡིན་ན་དེ་ཕྱི་རྒྱལ་ཁག་ལ་ཡང་ཁོ་རང་ཚོ་གི་གནའ་ཐང་བྱེད་དོ་གང་ཆ་ང་ཚོ་ས་གནས་འོས་བསྡུ་གི་འགན་འཛིན་གི་དེ་ནས་ཡ་འོས་བསྡུ་ཚོགས་མི་གི་ས་གནས་ས་གནས་འོས་བསྡུ་སྡེ་ཚན་སྡེ་ཚན་ནས་འོས་བསྡུ་ཚོགས་མི་གང་ཡིན་པ་དེ་ང་ལ་ཡ་འདི་ནང་དུ་ང་ཚོ་འདུག་འདུག་སྨྲ་བསྐོ་བཞག་གནང་སྐོར་བྱས་ཙང་དེ་ཡིན་དུས་ས་གནས་དེ་ལ་འོས་བསྡུའི་ཚོགས་མི་དེ་འགྲིག་འདུག་མི་འདུག་དེ་ད་ངེད་ཀྱིས་ཁས་ལབ་ཤིང་མར་ཁ་ཙང་ཁོ་ས་གནས་རང་ནས་ག་རེའི་འོས་བསྡུའི་ག་འདྲེ་བདམས་དགོས་ན་དུས་རྒྱུན་ནས་དེ་སྔ་ནས་ལམ་དང་ལུགས་སྲོལ་ཐོག་ནས་ག་འདྲེ་བདམས་དགོས་ན་ད་ག་རང་བདམས་བས་ཀྱི་ང་ཚོས་དེ་ག་རང་བསམ་དེ་བ་རེད་ང་ཚོས་ཀྱིས་བྱས་ཙང་དེ་ཡིན་དུས་དེའི་སྐྱོན་ལ་ཕལ་ཆེར་ས་གནས་འོས་བསྡུའི་འགན་འཛིན་ནས་ཡང་གསུང་ཡས་ཡོད་ན་དེ་ག་ས་ང་དེའི་སྒྲོམ་གཞི་དེ་ངས་ཧ་གོ་མ་སོང་ག་འདྲས་གནང་རྒྱུ་ཡོད་ན་དེ་དེ་ས་གནས་ལ་རོགས། དེ་ཡིན་དུས་ག་འདྲས་དེ་ཨ་ནི་ས་གནས་འོས་བསྡུ་འགན་འཛིན་གྱིས་གནང་བ་བྱེད། ཨ་ནི་འོས་གཞི། འོས་བསྡུ་གྱི་གྲངས་འདི་རོ། གྲངས་བཤད་འདི་རོ། ཨ་ནི། ད་ག་རང་གནང་ཐུག་འདོད་ལ་འདི་ད་ཕལ་ཆེར། རེ་བ་རེད་ཤག་ད་འདི་ལན་ད་གིས་ཞུས་ཚར་བ་དང་གཅིག་མཚུངས་ཡིན་རོགས། དེ་ནས་ད་བསྟན་ཆོས་སྐྱིད་ལགས་ཀྱིས། ཨ་ནི། ད་འདི་གང་ཟག་ཅིག་གི་མིང་འབོད་ནས་འདི་གསུང་ཡ་འདི་རོ། འདི་ངས་ཀྱི་འདི་ག་གོ་ཚོད་མ་ག་རེ་གསུང་གི་ཡོད་ན། ད་ང་ཚོས་ཀྱི་ག་རེ། སྒྲིག་གཞི་འདི་རེད་འོས་བསྡུ་གྱི་རྩ་འཛིན་ལམ་སྟོན་འདི་རེད Code of Conduct འདི་རེད་ལ། ལས་ཀ་འདི་བྱེད་ན་ཉེས་པ་འདི་ཡོད་རེད་ལ་ཡོད་མི་ཤེས། ཨ་ནི་ད་ལྟ་དེ་ང་ཐག་གཅོད་ག་ལེ་ཡོད་མ་ར་ཁོས་ཀྱི་སྒྲིག་གཞི་འདི་འགལ་སོང། ཁྱེད་རང་གྱི་སྒྲིག་གཞི་འདི་འགལ་སོང་ཉེས་པ་འདི་རེད་ལ་ཡ་འདི་ངས་ཧ་གོ་མ་སོང། ད་སྒྲིག་གཞི་འགལ་ཡིན་ན། དཔེར་ན་ཆ་ན་དེ། ད་ལྟ New York New Jersey ལ་ད། འོས་བསྡུ་ནང་ལ་ལག་ངེས་ཡིན་ན་འོས་བསྡུ་ལ་རྒྱབ་སྐྱོར་བྱེད་ངེས་ཡིན་ན་སུས་ཀྱི། ཁྱབ་བསྒྲགས་བྱེད་སྟངས་རེད། དེའི་ཁག་ལ་འོས་བསྡུ་གྱི་སྒྲིག་གཞིར་རྒྱས་པ་ཆེ་བས་ན། ཐོག་མར་ལག་ལེན་བསྟར་མཁན་དེ་ས་གནས། ཁོ་རང་དེ་ས་གནས་ཀྱི་འོས་བསྡུའི་ཚོགས་ཆུང་གིས་ལག་ལེན་བསྟར་གནང་དགོས་རེད། དེ་དབུས་དུ་ལས། རྡ་རམ་ས་ལ་བསྡད་ནས་དེ་ས་གནས་ལ་ག་རེ་སྒྲིག་གཞི་རྒྱས་འདུག་མི་འདུག་ང་ཚོ་དེ་སྙོབ་ཐུབ་མ་རེད། ད་ལྟ་གི་རོ་ག་རེ་བྱུང་བ་ཡིན་ན། ང་ཚོ་ལ་ད་ཆ་ཕུ་ནུ་གྱི་སྒྲིག་གཞི་འདྲ་བོ་འགྲོ་གི་རེད་ཟེར་ནས་ཡར་ཞུས་སྟངས་དེ་འདུག་རེད། དེ་ལ་ག་རེ་བྱུང་བ་ཡིན་ན། ཁོ་རྒན་བཀུར་དེ་ས་གནས་འོས་བསྡུ་གྱིས། ཚོགས་མི་ལ་ཡོད་རེད་ཁོ་རང་ཚོ་དེ་ཁྲིམས་འགལ་གྱོད་ན་ལྟ་ངན་དེ་ཁོ་རང་ཚོ་རེད་ག་རེ་བྱེད་འོ་ན་དེ་ཁོ་རང་ཚོ་གི་མཁན་ནི་ཨ་ནི་ལག་ལེན་བསྟར་ཐུབ་པ་རེད་བསྟར་མ་ཐུབ་པ་དེ་ཡ། ང་རང་ཚོ་ལ་ཡ་དབུས་ལ་ཞུགས་རོགས་བྱས་ཙང་དེ་ཡིན་དུས་ས་གནས་དེ་ལ་ག་རེ་གི་སྒྲིག་གཞི་འགལ་གྱི་ཡོད་མེད་ཨ་ནི་ཁྱེད་རང་གི་དེ་འདྲའི་གནང་གྱི་ཡོད་དེ་སྒྲིག་གཞི་འགལ་ཡིན་ན་མེད་ན་ལ་ཡ་དེ་ཨ་ནི། སྒྲིག་གཞི་འགལ་ཡོད་མེད་དེ་སོ་སོ་རང་གི་བལྟ་དགོས་རེད་བསམ་མདོག་ང་ཚོ་སྒྲིག་གཞི་འདི་རེད་ལ་ནི་མ་གསལ་ར་བྱེད་རོགས་མི་རེ་རེ་གི་ངའི་སྒྲིག་གཞི་འདི་འགལ་འདུག་མི་འདུག་ང་ཚོ་རེ་རེ་ལ་ཁྲིམས་ཐག་གཅོད་ཁ་ཡོང་ཐུག་གི་མ་རེད་བ་མི་ཚང་མ་ལ་ག་ཚོད་མི་འབུམ་གཅིག་ཡོད་ན་མི་འབུམ་གཅིག་ལ་ང་ཚོ་སྙོབ་ཐུབ་གི་མ་རེད། གཙོ་བོ་རྒན་གྱི་ངེད་འདི་ས་གནས་འོས་བསྡུའི་འགན་འཛིན་རེད། ཡིན་ནའི། འདི་ལས་མ་ང་འགན་འདི་དོ་བདག་སུ་སུ་ཚང་མ་ཡོར་དང་མི་གང་ཟག་རེ་རེ་ལ། སུ་སུ་གི་ཕྱག་ལས་གནང་དུས་སུ་སུ་གི་འགན་གྱི་ལས་ཀ་ཅིག་བྱེད་དགོས་ན། ངས་ལས་ཀ་འདི་བྱེད་ཡ་ལ་ཁྲིམས་དང་སྒྲིག་གཞི་ག་རེ་རེད་དོ་འདི་མཁྱེན་དགོས་ཡ་ཧ་ཅང་གལ་ཆེན་པོ་རེད། གཞན་པ་ཅིག་ལ་ངེད་ཀྱི་ག་རེ་བྱེད་པ་འདི་སྒྲིག་གཞི་འགལ་འདུག་མི་འདུག་ལ་འདྲི་ཁ་འགྲོ་བ་ཡིན་ན་འདི་གནས་དུས་གནས་ཚུལ། གཞན་པ་ཅིག་ལས་སྒྲུབ་སྐོར་བྱས་ཙང་འདི་ཡོད་དུས་སུ་སུ་གི། རྒན་ཁྱེད་ནི་ར་སོ་སོ་ང་ལང་གི་ཡོད་ད་ང་སྒྲིག་གཞི་ག་རེ་ག་རེ་ཁྱི་དགོས་འདུག་ག་རེ་ག་རེ་གསུང་དགོས་འདུག་འདི་སོ་སོ་དོ་སྣང་གནང་དགོས་རེད་བསམ་གི་འདུག་ཨ་ད་ང་ཚོས་གསལ་བོ་དེ་མ་སེ་ར་ཞུ་ཡོད་ར་སྒྲིག་གཞི་འདི་འདི་འདི་གནང་ན་དགེ་གོ་རེད་ཨ་སྒྲིག་གཞི་འདི་འདི་འདི། བཟི་དགོས་ཡིན་ན་བཟི་ས་དེ་ཡོད་རེད་ལ་གསལ་བོ་ཞུ་ཡོད་བྱས་ཙང་འདི་ཡིན་འདི་ད་ག་རང་ལ་ཚང་མ་གི་ཐུགས་སྣང་གནང་ནི་ར་སུ་ཡིན་ནས་འོས་ཞག་ངས་ཡིན་ནས་དྲ་བའི་རྒྱབ་སྐྱོར་གནང་གི་འདུག་འདི་སྒྲིག་གཞི་ད་ག་རང་ལ་ཐུགས་སྣང་གནང་ནི་གནང་དགོས་རེད་ཞུ་ཡ་ཡིན་ཨ་འདི་ཡིན་འདི་ག་འདི་འདི་ལ་གསལ་བོ་ཆགས་པའི་རིག་པ་རེ་བ་ཡོད་དེ་ནས་བུད་མེད་འདི་གསུང་གི་འདུག་ཨ། མི་གཅིག་གིས་དེ་འདྲས་བྱས་ཞག་འདི་ག་འདྲས་རེད་ཟ་ན། འོད་ལ་སུ་བཞག་གི་ཡོད་ན་འོད་དེའི་མི་འོད་མི་བཞག་ངེས་འདི་ལམ་ས་ཡ་ཨེ་འདྲས་སྔོན་འགྲོ་ལས་དངོས་གཞི་ལ་སླེབས་འོག་མར་ད་ད་དངོས་གཞི་དངོས་གཞི་སྐབས་ལ་མི་སུ་སུ་སླེབས་ཀྱི་ཡོད་མེད་ང་ཚོ་སུ་གང་ཧ་གོ་གི་མ་རེད་སུ་སུ་སུ་ལང་གི་ལ་འོད་བཞག་གི་ལ་ངན་མང་པོ་ཡོད་རེད་བ། ཡིན་ནས་དངོས་གཞི་ག་ལ་ཧ་གོ་དུས་ས་གནས་ས་ཐོག་ལ་ས་གནས་དེ་ནས་སུ་འོད་མི་ཕེབས་ཡོད་ན་ས་གནས་ས་ཐོག་ལ་མ་ཞིབ་འཇུག་གནང། འོད་མི་འདི་ཚེ་འདས་རེད་འདོད་ཆ་རྐྱེན་ཚང་པོ་འདི་བས་ལ་ནི་ས་གནས་ཀྱི་འགན་རེད། ར། བྱས་ན་འདི་ཡིན་ཏེ་ས་གནས་དེ་གི་ཆ་རྐྱེན་ཚང་གི་འདུག་སླ་བ་ཡིན་ན་ས་གནས་དེ་གི་ཆ་རྐྱེན་ཚང་གི་ཡོད་པ་དེ་ང་ཚོ་ཡ་ད་ག་རང་ལ་འདི་ཞུ་དགོས་རེད་ཡིན་ནས་གང་ཟག་གཅིག་གི་ས་གནས་དེ་ཆང་མི་དེ་ལ་ཆ་རྐྱེན་ཚང་གི་མི་འདུག་སླ་བ་ཡིན་ན་ས་གནས་ས་མཐོ་ལ་ཞུ་བ་ཡིན་ན་ད་ཁོ་ཁུངས་སྐྱེལ་དགོས་རེད་ར་ཆ་རྐྱེན་ཚང་གི་མི་འདུག་ན་ག་འདྲས་ཚང་གི་མི་འདུག་དེ་ཁུངས་སྐྱེལ་ནི་ཡ་ཁོ་རང་ངེས་པ་གཏང་གི་རེད་ད་ཡིན་ནས་ཁོ་རང་ཚང་གི་མེད་པ་ཚང་གི་མེད་པ་གཅིག་ལ་ང་ཚོ་ག་ས་ཚང་གི་ཡོད་པ་གཅིག་ལ་ཚང་གི་མི་འདུག་ལ་ཡོད་མ་རེད་བ་བྱས་ན་དངོས་གནས་ཀྱི་སྒྲིག་གཞི་གེགས་ཡོད་མི་དེ་ལ་ཆ་རྐྱེན་ཚང་གི་མེད་ན་ས་གནས་ས་མཐོ་ནས་ཞིབ་འཇུག་བྱས་ནི་ཚང་གི་འདུག་ལ་ཡོད་ན་ཡིན། གང་ཟག་གཅིག་ལ་གཞན་པ་འདི་ཚང་གི་མེད་པ་ཁུངས་སྐྱེལ་ཡོད་ན་ས་གནས་ས་ཐོག་ལ་ཞུ་གཏུག་བྱས་ནས་མི་དེའི་ཡ་སྐྱེལ་བཞག་མི་དེའི་ཤ་སྒྲིག་ཤི་ཚང་གི་མི་འདུག་ང་ལ་ཁུངས་སྐྱེལ་ཡོད་ལ་ནི་འོ་དེ་ཞུ་གཏུག་བྱེད་ཆོག་གི་རེད་ཨ་ནི་མི་དེ་ལ་ཆ་རྐྱེན་མ་ཚང་པ་ཁུངས་སྐྱེལ་ཡོད་ན་ཁོ་མ་འཐེན་གི་རེད་ལ་ནི་ཞུ་ཡ་ཡིན། དེ་ནས་ཨ་མདའ་ཚེ་བརྟན་དོན་འགྲུབ་ལགས་སུ་ཡང་དེ་འོས་བསྡུ་གི་ལས་རིམ་དེ་ནི་དུས་ཚོད་གཏན་འབེབས་དགོས་འདུག་ཟེར་བྱས་རོགས་གཅིག་བཏང་ནས། བཅའ་ཁྲིམས་ནང་ལ་གཏན་འབེབས་ཡོད་རེད་ག་རེ་ཡོད་རེད་ཟེར་ན། སྲིད་སྐྱོང་དང། སྤྱི་འཐུས་འདི་ཚོ་གི་ལས་ཡུན་ལོ་ལྔ་རེད། ལས་ཡུན་ལོ་ལྔ་མ་ཚང་གོང་ནས་འོས་བསྡུ་དུས་ཚོད་དེ་འདྲའི་གཅིག་ནང་ལ་འོས་བསྡུ་གྲུབ་པ་དགོས་རེད། ཨ་ནི་ང་ཚོ་གི་འོས་བསྡུ་གི་ལས་ཁ་ས་ད་གསལ་བསྒྲགས་དེ་ཟིན་པ་དགོས་རེད། གང་བྱས་སྲིད་སྐྱོང་གི་དུས་ཡུན་དེ་སྤྱི་ཟླ་ལྔ་པའི་ཚེས་ཉི་རྩ་བདུན་ལ་ད་སྲིད་སྐྱོང་གི་དུས་ཡུན་རྫོགས་གི་ཡོད་ན། ཨ་ནི་འདི་སྔས་ལ་ང་ཚོ་གི་གསལ་བསྒྲགས་ཟིན། ཨ་ནི། ཟླ་འདིའི་ལས་དོན་དུས་ཚོད་འགོར་ར་སེ་བཀྲ་སེམས་ས་ནི་དམ་བཅའ་ཕུལ་ཡ་དང་གྲ་སྒྲིག་བྱས་ཆ་ཚ་དེ་ཡིན་དུས་འདིའི་ཆ་རྐྱེན་འདི་ང་ཚོའི་སྒྲིག་གཞི་ནང་ག་རེ་ཡོད་པ་དེ་ལྟ་ནས་ནི་ང་ཚོ་ལས་རིམ་གཏན་འབེབས་བྱེད་ཡོད་རེད་ཞུ་ཡ་ཡིན་ཡིན་ནས་ད་ད་ང་ངས་ཞུ་ཡ་དེ་གཏན་འབེབས་མི་འདུག་ལ་ཡ་དེ་ང་ཚོ་ག་ཅིར་བྱེད་ཐུབ་ཡོད་མ་རེད་ལ་ཡ་དེ་འོས་བསྡུ་གི་ལས་འཕར་གཉིས་དེ་བཀོད་ནས་གཞི་ནས་ཨ་ནི་བཅའ་ཁྲིམས་དང་སྒྲིག་གཞི་ནང་ག་རེ་ཡོད་རེད་ལས་འཕར་གཉིས་དེ་བཀོད་ནས་ཨ་ནི། ང་ཚོས་ཀྱི་རྒྱལ་ཡོངས་སྲིད་སྤྱི་གཉིས་ཀྱི་འོས་བསྡུ་དེ་འགོ་འཛུགས་ཆགས་ཀྱི་ཡོད་རེད་ལ་གོར་ཆགས་ས་འདི་ཡིན་དུས་ང་ཚོ་བསྐོས་ཡ་ཁོ་རང་གི་གཅིག་གྲོས་ཚོགས་ནས་གཅིག་མདའ་དེ་འདྲས་གཅིག་ལ་བསྐོས་ཡོད་དུས་ག་འདི་ཨ་ནི་འདི་ཆགས་རེད་ཟེར་ལ་ནི་ཆགས་རེད་ད་ཡིན་ནའི་གལ་སྲིད་འདི་གསུང་གི་ཡོད་ན། འོས་བསྡུ་ལས་པར་གཉིས་བསྐོས་ཡ་གའི་དུས་ཚོད་དེ་གཏན་འབེབས་འགོ་དུ་གསུང་གི་ཡོད་ན་འདི་ངས་དུས་ད་ལྟའི་མ་ཐོག་བརྒྱ་བཞག་ཡོད་ཨ་འདི་ཡ་དབུས་ལ་ང་ཚོ་བསྐོས་ཡ་དེ་ད་ནི་གྲོས་ཚོགས་ནས་བསྐོ་དགོས་དུས་ཨ་ནི་ང་ཚོས་ཀྱི་ཡ་སྙན་སེང་ཞུ་ཡ་རེད་མི་མང་ནས་འདི་དགོངས་འཇགས་འཕེལ་གྱི་འདུག་ཟེར་ལ་ནི་ཡ་ཞུ་ཡ་དེ་ང་ཚོ་ཞུ་གི་ཡིན་ཟེར་ཡ་ཡིན་དེ་ནས་འོས་བསྡུ། ཚོགས་ཆུང་གི་ཨ་ནི། འོས་བསྡུའི་ཚོགས་ཆུང་གི་ཨ་ནི་བཅའ་ཁྲིམས་དང་སྒྲིག་གཞི། ས་གནས་ཀྱི། དེ་ག་དྲི་བ་དེ་གོ་ཚོད་མ་ཨ་ལས་ས་གནས་ཀྱི་འོས་བསྡུའི་ཚོགས་ཆུང་དེ་ཚོ་ཨ་ནི། ཁ་པར་ཁྱི་ཆོག་གི་རེད་མ་རེད་ལ་རྩ་བ་ཉིད་ཁུར་ཆོག་མ་རེད་འོས་བསྡུའི་མི་འོས་མི་གྱི་གླུ་གར་འགྲོ་དུས་ཁྱི་མ་ཆོག་ན་ས་གནས་འོས་བསྡུའི་ཚོགས་ཆུང་གི། གཅིག་པུ་ན་འགྲོ་དུས་ཁྱི་ཆོག་མ་རེད་རྣམ་པ་ཚོ་འོས། ཁ་པར་ཁྱོད་ནི་ཁྱི་ཆོ་གོ་མར་ཞུ་གོ་མར་བལྟ། དེ་འོས་གླུ་གར་ཕེ་ཐུའི་ཆུ་ལོག་ལ་སྒུག་ཤོད་དུས་མི་ལས་ཀ་ཡོད་རེད་གནམ་ཆོ་གོ་རེད། ཡ་འོས་བྲིས་ཁ་གཅིག་པུ་ནང་ལ་འཛུལ་དགོས་ར་དུས་དུས་གནམ་ཆོ་གོ་མ་རེད་ཞུ་གི་ཡོད་ར་དེ་ཡིན་དུས་ཁ་དེ་དམིགས་བསལ་གྱི་ས་གནས་འོས་བསྡུ་ཚོགས་མི་དེ་འཛུགས་ཀྱི་འོས་གྲངས་བཤེར་དང་དེ་འདྲའི་ཀ་ལ་ཁྱི་ཆོ་གོ་མ་རེད་ཁོ་རང་ཚོ་ལ་དགེ་ལས་དོན་བྱེད་ཕྱོགས་ལ་ཡང་སྒྲིག་གཞི་ཡོད་རེད་ཁོ་རང་ཚོ་ལ་རྩ་འཛིན་ལམ་སྟོན་དང་ང་ཚོ་དབྱིན་ཇི་སྐད་དང་མ་ཚང་རྣམ་པ་ཚོ་མང་ང་ཁྱི་གི་ཡོད་ར Code of Conduct ཡོད་རེད་ཆ་ཚང་དེ་ཡིན་དུས་ཁ་དེ་ཐུགས་ཁྲལ་མ་གནང་ནོ་ན་སྒྲིག་འཛུགས་དེ་ཚང་མ་ལ་ཡོད་རེད་ཞུ་ཡ་ཡིན།
གོང་དང། ངེད་ཀྱིས་དྲི་བ་གཅིག་འདིར་བ། འདི་རེད། ད་ལྟ་འོས་བསྡུ་ཚོགས་ཆུང་ཞིག་ཡོར་བ་བཅའ་ཁྲིམས་དོན་ཚན་བཅུ་གསུམ་གྱི། དོན་ཚན་དང་པོ་གི་ནང་གསེས་ག་པ་འདི་ལ། འདི་ནང་ག་རེ་ཡོར་ཟེར་ན། ས་གནས་ལ་འོས་བསྡུ་ཚོགས་ཆུང་འདི། ཨ་མི་མང་ཆོ་ག་དབྱེ་མེད་ཀྱི་ཐོག་ནས་མི་མང་གིས་འོས་བསྡུ་བྱས་ནས་བསྐོ་དགོས་ཀྱི་ཡོར་བ། ཡིན་ནའི་འདི་ཡོར་བ། ཨ་ད་ལྟ་ང་ཚོ་ས་གནས་ལ་ཆགས་ཀྱི་ཡོར་མ་རེད་བ། འདི་ཡིན་དུས་འདིས། མ་འོངས་པ། འདི་ཆགས་ཐུབ་བས་ཀྱི་འབད་བརྩོན་གནང་རོགས་བྱས་སུ་འོ་དི་སྦུ་གུ་ཞུ་བས་ད་ནས་མ་ཆགས་བས་ནས་མ་འོངས་པ། འདི་ཡིན་དུས་འོས་བསྡུ་ཚོགས་ཆུང་འདི་དཔེ་གལ་ཆེན་པོ་རེད་བ།

ད་གསལ་པོ་ཆགས་ཡོད་ཀྱི་རེད། ཡང་ད་ངེད་ཀྱིས་ཨ་ལས། ཨོ་ད་ད་ད་ཁྱེད་རང་གི་དྲི་བ་གཉིས་པ་དེ་ངས་མགོ་ཚོས་སུ་ར། འོས་བསྡུ་གྱི་ཚོགས་མི་བདམས་སྟངས་དེ་སྐོར་ལ་གོ་ར། དེ་ཅག་སྒྲིག་གཞི་ནང་ལ། དེ་སྒྲིག་གཞི་ནང་ཡོད་པ་རང་བཞིན་གྱིས་ད་ངས་ལ་གོ་ར་ས་གནས་ས་ཐོ་ཚང་མ་ལ། ང་ཚོ་འོས་བླུགས་ནི་ལོ་ལྔ་ལྔ་ནས་ཐེངས་མ་རེ་རེར་འོས་བླུགས་བྱེད་ཚོགས་མི་དེ་ལོ་ལྔ་གི། དེ་ལས་ཡུན་རེ། ད་ཡིན་ནའི་ཕྱི་རྒྱལ་ཁག་དེ་བ་ལ་མང་ཆེ་ལོ་ལྔ་གི། ཡིན་དེ་མི་གཅིག་ལོ་ལྔ་ཕྱིན་ལ་ན་ཕལ་ཆེན་ཁག་པོ་རེ་ཡིན་སར་བ་དེ་མང་ཆེ་ལོ་གཅིག་གཅིག་ནས་འགྱུར་བ་འགྲོ་གི་ཡོད་སར་ད་ཀྱང། ཕྱི་རྒྱལ་ཁག་གི་འགྲོ་སྟངས་དེ་ཧ་གོ་མེད་ག་འདྲེ་ད་འོས་བསྡུའི་ཚོགས་མི་ག་འདྲེ་བདམས་དགོས་ཡིན་ན་ང་ཚོས་ཀྱིས་ག་རེ་བྱེད་གོ་རེ། འོས་བསྡུའི་ཚོགས་མི་གིས་དེ་ས་གནས་ནས་དེ་ག་འདྲས་སུ་གནང་དགོས་རེད་ས་གནས་ནས་ཡར་གནང་ནས་ཡར་གནང་དགོས་དུས་ད་ག་རང་ལ་ང་ཚོ་གིས་བཀོད་ཁྱབ་གནང་དགོས་ར་བ་ད་དེ་ཡིན་དུས་ག་འདྲས་ས་གནས་ཀྱི་འོས་བསྡུའི་ཚོགས་མི་དེ་ག་འདྲས་གནང་དགོས་མེད་ས་གནས་འོས་བསྡུའི་འགན་འཛིན་གྱིས་མ་དུ་བྱས་ཕལ་ཆེན་དེའི་ཐོག་ལ་གསལ་བཤད་གནང་རོགས་གནང་ཞུ་ཡ་ཡིན།
བློ་ཞོ་ད་ནི་དེ་འོས་བསྡུའི་འགན་འཛིན་ལས་འབག་གི་བཀའ་འཁྲོལ་དང་སྦྲགས་ནས་ཨ་ནི་ད་ནི་དེ། ནིའུ་ཡོག་གི་འོས་བསྡུ་ཚོགས་ཆུང་དང་འབྲེལ་བའི་ཐོག་ལ་ཡང་དྲི་བ་ཅི་འཕེལ་རེད། འདི་ལ་ཡང་ལན་འདེབས་གསལ་བཤད་ཅིག་ཞུས་ཆོག་ཅེས། ཨ་ནི་གསལ་བཤད་དེ་མ་ཕྱིན་ངེད་ལ་ཡང་དུས་རྟག་ཏུ་དོན་གཅོད་ལས་ཁུངས་ཀྱི་ངོ་བྱོན་ནས་ད་ལྟ་དེ་བྱང་ཨ་མེ་རི་ཀའི་བེ་རུ་ཆེད་དོན་ཚོགས་པའི་ཚོགས་ཆེན་སྐབས་ལ་རེད་སྐབས་ད་ལོ་གི་སྐབས་ལ་རེད། ཨ་ཚོགས་ཆེན་ཐེངས་ཉི་ཤུ་རྩ་གཉིས་ཀྱི་སྐབས་ལས་ལམ་སྟོན་ཅིག་ཕུལ་ཡོད་དེ་གས་ཚང་མ་བེ་རུ་ཆེད་དོན་ཚོགས་པ་ལ་ཡོད་རེད་དེ་ཡིན་དུས་བེ་རུ་ཆེད་དོན་ཚོགས་པ་དེའི་ཨ་མེ་རི་ཀ་དང་ཁ་ན་ར་གི་འོས་བསྡུ་ནང་ལ་ཡིན་པའི་གནས་མཉམ་ཞུ་བྱས་ན་འགྲིག་གི་ཡོག་མ་རེད། དེའི་བར་གནས་ལ་བསྡད་བྱས་བསྡད་གོ་ཡ་སྒྲིག་འཛུགས་ཅིག་ཆགས་བསྡད་ཡོག་རེད། དེ་ག་ནང་བཞིན་ང་རང་ཚོ་གི་འོས་བསྡུ་དང་འབྲེལ་བའི་ཐོག་ནས་ཡིན་དུས་ད་རྒྱ་གར་དང་བྷ་གའི་གི་གནས་སྟངས་དེ་ལོག་ཁ་ཅིག་ཆགས་བསྡད་ཡོག་རེད་དེ་བོད་རིགས་སྤྱི་མཐུན་ཚོགས་པ་ཚང་མ་སོ་སོ་ས་གནས་ལ་དེབ་སྐྱེལ་བྱེད་ཤག་ཁྱོ་གི་ཚོགས་པ་ཅིག་དང་ཨ་ཚོགས་པ་དེ་གི་སྒྲིག་གཞི་ནང་ལ་ཡ་བོད་མི་སྒྲིག་འཛུགས་དང་རྒྱ་བོད་རིན་པོ་ཆེན་ལ་ཡ་གར་ཆོས་གོ་རེ་ཝུའ་ཕོང་ཐའི་ཞོ་ངེ་དང་ཤར་བསྐྱོད་བྱེད་མཁན་གི་སྒྲིག་འཛུགས་ཅིག་ཆགས་བསྡད་ཡོད་དུས་ཨ་ད་ལིང་གི་འོས་བསྡུ་སྐབས་ལ་ཡ། ས་གནས་བོད་རིགས་སྤྱི་མཐུན་ཚོགས་པའི་དགེ་དང་རྒྱུན་ལས་གཙོ་འགན་ཆེན་པོ་གཅིག་ག་ས་ཆགས་བསྡད་ཡོད་དུས་དུས་རྟག་ཏུ་ང་ཚོ་ལམ་སྟོན་འདི་ཞུ་གི་ཡོད་ཨ་ནི་ད་ལྟ་བྱང་ཨ་མི་རི་ཀའི་གི་འོས་བསྡུ་གི་ལས་རིམ་ནང་ལ་ཡང་གཟིགས་པ་ཡིན་ན། ས་གནས་ལ་ཡང་ཆེག་ལ་འོས་བསྡུ་ཚོགས་ཆུང་ཞིག་འདུག་དེ་ཡིན་དུས་ཨ་ནི་ད་ལྟའི་གི་འགྲོ་སྟངས་གི་ལ་ག་རེ་རེད་འདུག་ལ་ན་ས་གནས་འོས་བསྡུ་ཚོགས་ཆུང་གི་ཚོགས་ཆུང་ཡོད་པའི་སྒང་ལ་ས་གནས་དེ་གི་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་དེ་ག་དུས་ཡིན་ན་དེ་གི་འགན་འཛིན་ཆགས་འགྲོ་གི་འདུག་དེ་ཡིན་དུས་འདིའི་འགྲོ་སྟངས་གཞིར་བཟུང་བྱས་ཆ་ང་ཚོ་ལམ་སྟོན་བྱེད་ཀྱི་ཡོད་རེད་ཨ་ནི་ས་གནས་ཆེག་ད་ལྟ་བོད་རིགས་སྤྱི་མཐུན་ཚོགས་པ་ཆེ་ནང་ལ་ཨ་ནི་ཆོལ་ཁ་གསུམ་གྱི་ཚོགས་པ་ཡོད་བསྡད་པ་དང་ཚོགས་མི་ཡོད་བསྡད་དུས་ག་དུས་ན་ཟུར་ཁང་འདི་ནང་ལ་འདི་ཆགས་བསྡད་ཡོད་རེད་ཅེས་ཏེ་ཞུ་ཡ་ཡིན། ནིའུ་ཡོག་གི་རྩིས་གཞི་འདི་ཡིན་པས་ན་ད་ལྟ་འོས་བསྡུ་ཚོགས་ཆུང་ཆེ་ཅིག་ཆགས་བསྡད་ཡོད་རེད་དེ་ག་ནང་བཞིན་ཁོ་རང་ཚོ་གི་ཐོག་མེད་ཀྱི་འོས་བསྡུ་གི་ཚོགས་མི་གི་མཚན་ཐོ་ཕུལ་ཡོང་དུས་དེའི་ནང་ལ་འོས་བསྡུ་ཚོགས་ཆུང་ཡོད་པ་གང་ཞིག་ལ་དེའི་གི་འགན་འཛིན་གཙོ་བོ་དེ་ས་གནས་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་ཆགས་བསྡད་པ་དང་ཟུར་ཁང་གི་རྩིས་གཞི་འདི་ཆོལ་ཁ་གསུམ་གྱི་འཐུས་མི་ཡོད་བསྡད་ཆགས་བསྡད་ཡོད་རེད་ཅེས་ཏེ་ཞུ་ཡ་ཡིན། དེ་ནས། བོད་མི་དང་ས་གནས་གཞོན་ནུ་གི་སྐུ་ཚབ་འདི་ན་ཡོད་དང་མེད་དེ་འོས་བསྡུ་ཁོ་རང་གི་འགྲོ་སྟངས་ནང་སེལ་ཁ་ག་ཡི་མི་འདུག་ཨ་ནི་ད་ལན་གི་དེ་ལ་ཡ་ས་གནས་ལ་ཡ་དགོངས་ཚུལ་ཇི་ཡོང་བྱས་ཨ་ནི་དེ་ག་ནང་བཞིན་ང་ཚོ་ཡ་དོན་གཅོ་ལས་ཁུངས་ལ་ཞུས་བྱས་དེ་ག་ནང་བཞིན་ས་གནས་ཀྱི་དཀའ་ངལ་དེ་དཀའ་ངལ་ལ་ནི་རེད་ཐོག་མེད་ཀྱི་འོས་བསྡུ་གི་ཚོགས་ཆུང་ལ་མེད་པ་ཡིན་ནའི་དེ་ས་གནས་ཀྱི་བོད་མི་དང་གཞོན་ནུ་གི་དེ་ན་མཉམ་ཞུགས་བྱས་ག་ལ་ང་ཚོ་བཀའ་གྲོས་ཞུས་བྱས་ད་འདའི་ཆ་ལ་ཨ། ནིའུ་ཡོག་གི་འོས་བསྡུ་ཚོགས་ཆུང་ནང་ལས་ཡ་ཚོགས་ཆུང་ནང་ལས་དང་དྲ་ཚོགས་པ་ཕྱེད་ཀ་ལྔ་རེ་བ་ལྔ་གི་སྐུ་ཚབ་ཡོད་པ་དང་ཟུར་དཔང་ནང་ལས་སྐུ་ཚབ་ཡོད་པ་བཅས་བཅས་འོས་བསྡུ་ཚོགས་ཆུང་ཕྱེད་ཅིག་ཆགས་བསྡད་ཡོད་འདི་བྱེད་དགོས་པའི་དགོས་པ་རྒྱུ་མཚན་ག་རེ་ལ་ན་གོང་དུ་ཞུས་པ་ནས་ཕྱི་རོལ་འོས་བསྡུ་དེ་ཚགས་ཚུད་པོ་དང་ཕྱི་སའི་ནང་སའི་དྲང་བདེན་འདྲ་མཉམ་དགོས་ཡོད་དུས་ལས་རིམ་ཡག་པོ་ཡོང་བ་ཆེད་དུ་ང་ཚོས་དེ་འདྲ་བྱས་པ་ཅིག་ཡིན་ད་སྤྲང་ལམ་ནང་ལ་ག་རེ་འགྲོ་གི་ཡོད་མེད་དེ་སྤྲང་ལམ་ནང་གི་སྐད་ཆ་རེད་དེ་འདས་ཀྱི་ཐོག་གཞི་བདག་འདི་ཡོད་པ་ན་གཙོ་བོ་གཞི་བཞག་ས་དེ་འོས་བསྡུའི་སྒྲིག་གཞི་ཆགས་བསྡད་ཡོད་རེད་གཉིས་པ་དེ་ཨ་ནི་འོས་བསྡུ་ནང་གསལ་ཁ་མེད་པ་ཡིན་ན་གར་བྱེའུ་རེ་ས་གནས་ནས་འོས་བསྡུ་སྒྲིག་གཞིར་བལྟས་ཆེ་ཨ་ནི་སེའུ་མ་བཅའ་བ་དང་ད་འདོད་རྙོག་དྲ་ཡོད་པས་ན་ཨ་ནི་དེ་བྱང་ཨ་མི་རི་ཀའི་འོས་བསྡུ་གི་འགན་འཛིན་ལ་ཞུས་ཆེ་ང་ཚོའི་ངོ་ཅོག་ནས་ཨ་ནི་འདིའི་བཀའ་ལ་ཡར་གསལ་བཤད་དང་ལམ་སྟོན་བྱེད་འབད་བརྩོན་ཞུ་གི་རེད་དེ་ནས་གསལ་ཁ་མ་ཐོན་པས་ན་ཨ་ནི་དབུས་འོས་བསྡུ་ལས་ཁུངས་ལ་ཞུས་ཆེ་དེ་འདྲའི་གནས་སྟངས་ཆགས་བསྡད་ཡོད་རེད་འདི་མང་ཚོགས་ཀྱི་ཁེའུ་ཁ་ཚ་སེའུ་ཡུལ་ང་ཆེད་དུ་འདི་ཡིན་ད་སོ་སོ་གི་ཅིག་དོགས་པ་རྣམ་རྟོག་དང་འདི་ཡོད་པ་དེ་ཡོད་ཆོག་གི་རེད་དེ་འདྲ་ཡོད་པས་ན་ཨ་ནི་གབ་ཏུ། ས་གནས་ནས་དེ་ཞུས་འོས་བསྡུ་ཚོགས་ཆུང་ལ་དེ་ནས་ལས་མ་བསྒྲགས་པས་ན་ཨ་ནི་བྱང་མི་རི་གས་ཀྱི་དོན་གཅོད་ལས་དབུང་ཡོད་རེད་དེའི་རྒྱུན་ནས་ཞུས་བྱས་ཨ་ནི་དེ་ནས་འདི་ནས་གསལ་བོ་མ་ཆགས་པས་ན་དབུས་ལས་ཞུ་ཡས་ཀྱི་གནས་སྟངས་རེད་ཅེས་བྱས་འདི་ཡང་ཚང་མས་ཀྱིས་འདིའི་གནད་དོན་འདིའི་སྐོར་ལ་གསལ་བོ་ཡོང་བའི་རེ་བ་ཞུ་གི་ཡོད་ཅེས་བྱས་ཞུས་ཨ་ནི་ད་ཞུས་མ་འོ་བྱས་ཏེ་ད་ཨ་ད་རེ་མེད་བྱས་རྗེས་ད། དྲི་བ་ག་རེ་བསྐུར་དགོས་ན་ཚང་མར་གོ་སྐབས་ད་ལྟ་དྲི་བ་བཏང་ངེས། མ་རག་རྒྱ་མཚོར་གོ་སྐབས་ཕུལ་རོགས་གྱིས། ཨ་ནི་གསལ་པོ་ཆགས་པའི་བར་ལ་ད་དྲི་བའི། སྐུ་ངོ་གསུང་བ་དག་རང་གནས་འགའ་ཞུས་ཤག་ན་བསམས། ད་དེ་འདས་པའི་གིའི་ལོ་རྒྱུས་ནང་ལ་ལོ་བཅོ་ལྔ་ཉི་ཤུ་རིང་ལ་ཡ་གཞོན་ནུ་དང་བུད་མེད་སྤྱི་དོན་ཚོགས་པ་དེ་ཡོད་ཡོད་པ་འགྲོ་བྱེད་གཞན་དག་དེ་ཚོ་རྗེས་ལ་ཆགས་པ་རེད་དེ་འདོད་ཁ་སང་དེ་ཡོད་རེད་ཞུ་དེ་ཡོད་མ་རེད་ཁྱེད་རང་ཚོ་ཁྲིམས་གཏུག་གི་ན་གཏུག་ཞུ་ལ་ཡ་གནས་སྟངས་ཆ་དེ་དྲང་ལམ་གི་སྐད་ཆ་མ་རེད་དེ་དེ་འདྲས་སུ་འགྲོ་བསྡད་འདུག་ད་ཡིད་ཆེས་སྐྱེ་ཡག་གི་གནས་སྟངས་གཟབ་ཆེན་པོ་ཅིག་ཆགས་བསྡད་ཤག་དེ་ཡིན་དུས་འཛམ་པ་ད་རིང་ཡ་མཐའ་མ

ཆེད་མཁར་མཁར་དགོས་མཁོ་ཡོད་མེད་དེ་སྐོར་ལ་གསུང་དུས་ཆ་ཚང་ཚང་མ་གནང་ཤག་ཡིན་ནའི་ང་ཚོའི་སྤྱི་ཚོགས་ནང་ལ་ག་རེ་གཏོང་ཟེར་ན་དེབ་ལྗང་གུ་དེ་ག་རེ་བྱས་ནས་རྒྱལ་ཁབ་ཅིག་གི་ངོ་བོ་ཅིག་ཡིན་པའི་ངང་ནས་དེ་ལ་དུས་ཡུན་དེ་ཏན་ཏན་ཅིག་ཡོད་རེ་བ་ལ་ལོ་ང་ང་གནང་གི་འདུག་དུས་ཡུན་དེ་ལ་དེ་ཙམ་གྱི་དོ་སྣང་ཞེ་དྲག་གནང་གི་མི་འདུག་དེ་དུས་ཡུན་དེ་ཏན་ཏན་ཅིག་འགོར་ཡོད་གསུང་གི་འདུག་མི་མང་ཚོས་ག་རེ་བསམ་གི་འདུག་དགོངས་གནང་གི་འདུག་ཟེར་ན་ངས་དངུལ་དེ་བརྒྱབ་པ་ཙམ་གྱིས་ངའི་པ་དེ་ཡིན་ཞེས་དགོངས་གནང་ཞེས་པ་དེ་ཞིག་དོ་སྣང་གནང་ལ་འདུག་ང་དེ་མེད་པ་རྐྱེན་གྱིས་འོས་བསྡུའི་ལས་ཁུངས་ནང་གི་དེའི་ཆ་རྐྱེན་ནང་ལ་ཡང་དུས་ཡུན་གཙང་ཡོད་པ་ཅིག་གསུངས་པ་ཡིན་ན་དེ་ནི་དེབ་དེ་རིན་ཐང་ཆེ་བ་ཅིག་དང་གལ་ཆེན་པོ་དེ་ཡག་པོ་ཞིག་བེད་སྤྱོད་ཡོང་བ་ཅིག་བསམ་བསམ་འདུག་གཅིག་ལ་གང་ཡིན་ཟེར་ན་དཔེར་ན་ང་ཚོ་ས་གནས་ནིའུ་ཡོག་དེ་ནག་དེ་ལ་ག་ས་གྲོང་ཁྱེར་དེ་ལ་ཡང་གོ་སྐབས་ཅིག་ག་རེ་རག་ཡོད་ཟེར་ན་ང་ཚོ་ག་ཨའི་ཏི་སོགས་ཀ་འགྲོ་དུས་དེབ་ཅིག་ང་ཚོའི་དེབ་བྱང་བུ་དེ་ལ་ངོས་ལེན་ཅིག་རག་ཡོད་རེད་ད་དེབ་རང་འགུལ་བྱས་ལ་རེ་ཡ་དུས་དུས་འགྱངས་དེ་མེད་པ་ཡིན་ན་འདི་ཏག་ཏག་བསྡད་ཀྱི་མི་འདུག་རྒྱལ་ཁབ་ཅིག་གི་ངོ་བོ་བསམ་བསམ་འདི་ལ་ཐུགས་རྗེ་གཟིགས་བྱུང་ན་འོས་བསྡུ་ལས་ཁུངས་ནས་དུས་འགྱངས།

ལགས་སོ། ཨ་ནི་ཁོང་བོད་ལྷན་ཁང་རྣམ་པ་དང་དགེ་འདུན་པ་དང་ཨ་ནི་མི་མང་ལྷན་རྒྱས་ཚང་མ་ལོགས་ལ་ཨ་ནི་ངའི་མིང་ལ་ནུ་བོ་ལྷ་མོ་ཡིན། ད་སོ་སོའི་ངོ་སྤྲོད་ཀྱི་ཐོག་ནས་ཨ་ནི་ད་ལྟ་དེ་ས་གནས་ནིའུ་ཡོག་ཏུ་ནིའུ་ཇེར་སི Connecticut དང་གོམ་ཆོས་ཤུགས་འབྲེལ་གྱི་ཚོགས་གཙོ་ཡིན། ཨ་ནི་ད་ལྟ་ས་གནས་ནིའུ་ཡོག་ཏུ་ནིའུ་ཇེར་སི་བོད་ཀྱི་བུད་མེད་ལས་འཛོལ་གྱི་ཚོགས་གཙོ་ཟུར་བ་ཆེད་ཨ་ནི་བོད་རིགས་སྤྱི་མཐུན་ཚོགས་པ་དྲུང་ཆེ་ཟུར་བ་ཡིན། འདི་ང་རེ་ངོ་སྤྲོད་ཙམ་ཞིང། ད་ལྟ་ང་འུ་ཐུག་ནང་ལ་ཡོད་དེ་ཡིན་ན་ངས་སྐད་ཆ་དྲི་དོགས་ན་ང་ཚོ་དྲི་བ་དྲིས་ན་འགྲིག་རེད་གསུངས་རེད་རོ། དུ་ཅི་བྱེད། ད་གཅིག་ཐང་གི་གཅིག་དེ་ངས་ག་རེ་བྱས་ཡིན་ཞུས་མིན་ན་འདི་ངེད་ཀྱི་ལན་དེ་ད་ལྟ་འོས་བསྡུ་ནང་ལ་ཡིན་ཟ་ང་ལན་དེ་ཧ་ལམ་རགས་སུ་དེ་ཡིན་པ་ཡིན་ནས་མི་དམངས་མང་ཅིག་གིས་ང་ཚོ་ལ་སྐད་ཆ་དྲིས་ཀྱི་འདུག་དེའི་བྱས་ཆོས་ནི་ད་ལྟ་དེ་ལ་ཐེ་ཚོམ་འགྲོ་གི་ཡོད་ས་ཨ་ནེ་ལྷན་སྐད་པད་ཁུར་ཆུ་ལོག་ད་ཅིག་ཐེ་ཚོམ་ཟིན་ནས་ད་ཚང་མ་ལ་འཁེང་གི་རེད་བསམ་གྱི་འདུག་མང་ཆེ་གིས་ག་རེ་ལབ་ན་ང་ཚོ་གི་དེ་སྤྱི་ཟླ་གསུམ་པའི་གི་ལྟ་རིགས་སུམ་ཅུ་སོ་གཅིག་ཉིས་སྟོང་ཉི་ཤུ་རྩ་དྲུག་ལ་ཡེ་དེ་ལ་མི་ཏེས་ཞིག་འཐོམ་བཞག་རོགས་གང་ཡིན་ཟེར་ན་ད་ང་ཚོས་གི་ད་ལྟ་དེ་འོས་བསླུ་ཡ་ཆེད་དུ་ང་ཚོ་གི་ཉིས་སྟོང་ཉི་ཤུ་རྩ་ལྔ་གི་ཨ་ནི་བཅའ་ཁྲ་ལག་ཏུ་ཕུལ་ཚར་བ་གོར་བ། ད་སྤྱི་ཟླ་གསུམ་པའི་གི་ད་རིག་སུམ་ཅུ་སོ་གཅིག་པོ་དུ་ད་ང་ཚོར་ཕུལ་དགོས་འདུག་ཟེར་འདྲ་ལག་ཏུ་མི་ཨ་ངའི་མི་ལ་ལ་ཡིས་ད་ང་ཚོ་ཟླ་བ་ཟླ་བ་ཕུལ་གོར་མ་ར་ལོ་ལོ་ཕུལ་གོར་བ། ཡིན་པས་ན་རྒྱ་གར་ལ Auditing ད་ག་རེན་ཅིག་གི་ཨ་ནི་དུས་ཚོད་ཀྱི་གཞི་བཟུང་ཨ་ནི་སྤྱི་ཟླ་གསུམ་པའི་གི་ད་རིག་སུམ་ཅུ་སོ་གཅིག་ལ་ད་ནི་ད་ལྟས་ཅི་ང་ཚོ་གི་ཅིག་ག་ལ་བ་སྒྲིག་གཞི་ནང་ལ་ཟོན་རྒྱོ་དེ་ང་རའི་བསམ་པ་ནང་ལ་ད་ཅིག་ཤི་ན་ང་ལྷན་རྒྱ་ནང་བཞིན་མཁས་དབང་ཡིན་འདྲ་མཁས་མ་ར་བ་དེ་ཆེ་དོག་ནས I find it a little confusing རེད་ཤར་བ། ཡིན་པས་ན་ད་དེ་སུམ་ཅུ་སོ་གཅིག་དེ་ག་འདྲ་ཟིན་པ་ཅིག་ཡོར་བ་ད

ད་མི་གཅིག་གིས་དྲ་རྒྱ་ནང་ནས་རེད་ག་རེ་ག་འདུག་ད་སྐད་ཆ་གང་བྱུང་མ་བྱུང་བཤད་ཆོག་མ་རེད། ཨ་འདི་འདྲས་ཁྲོལ་བ་ཡིན་ན་ཨ་ནི་ཉེས་པ་ཡོད་རེད། ཨ་ནི་འདི་གསུངས། འདི་ལག་བསྟར། ད་སྒྲིག་གཞི་འདི་ལག་བསྟར་ཆགས་ཀྱི་ཡོད་ན་ཆགས་ཀྱི་མེད་ན། ད་ལྟ་ར་བ་འབྱིན་པ་ཡིན་ན་ཨ་ནི་ས་གནས་སྡེ་བ་ལ་ད་ཨེ་འདྲས་སྐད་ཆ་བཤད་དེ་ངས་དང་ཨ་ནི་ད་ཁྱོན་ཡོངས་ལ་ད་བོད་མི་ལ་སྐྱོན་འཛུགས་བྱེད་ཡ་རེད་ཨ་ནི་འདི་འདྲས་བཤད་དེ་ངས་ཅི་ད་ལྟ་འགྲོ་ད་འགྲོ་བཞིན་པ་རེད། ཨ་ནི་རྣམ་པ་ཚོས་འདི་གང་ལ་དགོངས་པ་བཞེས་ཚུལ་ག་འདྲས་ཡོད་ན་ས་གནས་ས་གནས་ཀྱི་འོས་བསྡུའི་རེད་ཨཱ་ནི་དབུས་འོས་འབའ་ཡིན་ན་འདི་སྒྲིག་གཞི་འདི་ལག་བསྟར་ཆགས་ཀྱི་རེད་བྱེད་ཀྱི་མ་རེད་ཟེར། ཨཱ་ནི་ད་ལྟ་ད་གོང་དུ་ད་ལྟ་ང་ཚོར་དྲི་བ་མང་པོ་ཆགས་སོ་ཨཱ་ནི་ད་ས་གནས་ཀྱི་འོས་བསྡུ་ཚོགས་ཆུང་འདི་དང་འབྲེལ་བའི་ཐོག་ནས་ད་འདི་མ་ཞུ་གོ་བསམ་སོ་ག་བྱེད་ལབ་ན་འདི་ད་ད་ལེའི་སྐད་ལ་ཨཱ་ནི་ང་ཚོ་ཆགས་སོང་ཙང་ད་མ་འོངས་པ་ལ་ཨཱ་ནི་ང་ཚོ་བོད་མིའི་སྒྲིག་འཛུགས་འདི་གལ་ཆེན་པོ་ཅིག་ཆགས་ཀྱི་ཡོད་པ་སོང་ཙང་མ་འོངས་པ་ལ་ཨཱ་ནི་འདི་ཏན་ཏན་ཡང་ཁྱད་འཕགས་འགྲོ་གི་རེད་བསམ་ནས་སོ་སོ་རང་ཉིད་ངོས་ནས་ཡང་དེ་གོ་སྐབས་ཅིག་ལེན་ཅིག་ཞུ་གི་ཡོད་ད་ད་ལྟ་ང་ཚོ་གི་ས་གནས་ཀྱི་ཚོགས་ཆུང་འདི་ཨཱ་ནི་ད་ད་ལྟ་འོས་བསྡུའི་སྒྲིག་གཞི། ད་ལྟ་བཅུ་གསུམ་པ་དག་ད་ལྟ་རྒས་བདེ་བ་ཅི་རེ་བྱ་ད་ལྟ་ཧན་དོན་ཚུགས་ཨན་དོན་ཟོས་ཚུགས་ཚོགས་ཆུང་འདི་བཙུགས་སྟངས་དེའང་ཁ་ལ་ན་ད་ལྟ་རྒྱ་བོད་འབྲུག་གསུམ་ཕལ་པའི་ཕྱེད་རྒྱ་ཡུལ་གྲུ་ཁག་ལ་ཨ་ནི་ཆོལ་ཁ་ཆོས་ལུགས་དབྱེར་མེད་ཀྱི་ཨ་ནི་མི་ང་ལས་འགྲོ་ཡི་ཚོགས་མི་ཞིག་དགོས་ཀྱི་ཡོད་ས་ལ་ནི་མི་མང་གི་འོས་འདེམས་བྱས་ནས་ཨན་དེ་ཚོགས་ཆུང་ཚུགས་དགོས་ཀྱི་འདུག་ཨ་ནི་ད་རེས་དེ་ལ་གནང་མ་ཚོགས་ཀྱི་ཨན་དེ་གནང་ཐུབ་པ་ཡིན་ན་ཡག་ག་རེད་ག་ཚིག་གནང་མ་ཐུབ་པ་ཡིན་ན་མ་འོངས་པ་ལ་ཨ་ནི་དེ་ཡིན་གཅིག་གནང་ཐུབ་པ་ཡིན་ན་ཨ་ནི་ཐུབ་པའི་བྱེད་པོ་བཟོས་ས་རེད་ལ་ནི་ཞུ་ཡ་ཡིན་ཐུགས་ཆེ་གནང་ད་ར་ཡིན་བཀའ་དྲིན་ཆེ། ཚོགས་གཞོན་བྱམས་པ་ལགས་དྲི་བ་གོ་གོ་ལེན་གིན་ཚར་བ།

འདི་བཀའ་ཉན་གྱི་ཁྲིགས་མ་རེད་བསམ་གི་འདུག་དེ་ནས་དེབ་ལྗང་གུ་གི་དེ་དུས་ཚོད་ཕར་འགྱངས་ལ་ཡ་དེ་ད་ག་ཚེན་ས་གནས་ཁག་དེ་འདྲ་དེ་ས་གནས་ས་ཐོ་ནས་འགན་བཞེས་འོར་ད་ངས་ཨ་འདག་འདི་ཡ་ཡམ་ཚན་པོ་ཞུ་ཐུང་གི་འདུག་ར་མི་མང་པོ་ཅིག་གིས་དངུལ་ཆ་ཚང་ཕུལ་ཞེས་ར་དུས་འགྱངས་བཅས་གནང་མི་འདུག་འདི་ལ་དེ་ད་ངས་དགོངས་སེལ་མེད་ད་འདྲ་ར། དཔྱ་ཁྲལ་ལབ་དེ་དུས་ན་ངས་དངོས་གནས་སུམ་རྩ་རྟག་པའི་བཀའ་དྲིན་ཆེན་པོ་རེད་དེ་བ་ལ་སོ་སོ་ལས་ཀ་འདི་བྱེད་ནི་བྱེད་དགོས་རེད་ཡིན་ན་རྣམ་པ་ཚོ་གིས་རྒན་ཏིས་བཞེས་ནུས་ལ། དངུལ་འདི་གླེང་རྐྱང་གླེང། དུས་ངན་ལ་འདི་ལམ་སང་གླེང་དགོས་ཡག་པོ་རེད། ཡིན་ནས་མཉམ་འདོད་མཉམ་འདོད་དུས་ཚོད་ཕར་འགྱངས་འདུག་མི་འདུག་གཟིགས་དགོས་དག་ཅང་གལ་ཆེན་པོ་རེད་བསམ་གྱི་འདུག་བཀའ་གསང། ང་ཚོ་དངོས་གནས་བྱས་ན་མི་དོ་བདག་སོ་སོ་གིས་དོ་སྣང་བྱེད་དགོས་ར་སོ་སོ་དུས་ཚོད་འདི་ཚང་འདུག་ཕར་འགྱངས་འདུག་མི་འདུག་གལ་སྲིད་མེད་པ་ཡིན་ན། ཨ་ནི། དངུལ་བཞེས་པའི་སྐབས་ལ་ཁྱོད་རང་འདི་དུས་ཚོད་ཕར་འགྱངས་འདི་ས་གནས་ས་ཐོག་ནས་གནང་ཡ་རོགས་ཨ་འདི་ང་ཚོ་དབུས་ལ་ཡར་འགྲོ་དགོས་ཡ་ཁྱོད་མར་ཅི་ཚང་འདི་དུས་ཚོད་ཕར་འགྱངས་བྱེད་དགོས་འདུག་དག་ས་ལ་ནས་ནི་ས་གནས་ནས་དུས་ཚོད་ཕར་འགྱངས་གནང་དགོས་དག་ཅང་གལ་ཆེན་པོ་རེད། འདི་ས་གནས་ས་ཐོག་ནས་གནང་དགོས་ཡ་ཆེ་རེད་ཞུ་ཡ་ཡིན། དེ་ནས་ད་ལྟ་ནོར་བུ་ལྷ་མོ་ལགས་ཀྱིས་དྲི་བ་གནང་ཡ་དེ་རེད། ཉིས་སྟོང། ཉི་ས་བཀྲུ་སྤྱི་ཟླ་གསུམ་པའི་གི་དཔྱ་ཁྲལ་དེ་ག་འདྲས་རེད་ཟེར་ན་འདི་ང་ཚོ་གི། སྒྲིག་གཞི་ནང་རང་ཡོད་རེད་བ། འོས་ག་དུས་སློག་བས་ན་འོས་དེ་གི་ལོ་དེ་གི་དཔྱ་ཁྲལ་ཆ་ཚང་སྤྲད་གོ་རེད་ཨ་ནི་ང་རང་ཚོ་བོད་གཞུང་གི་དངུལ་རྩིས་དང་ཚང་མ་དེ་ཨ་ནི་སྤྱི་ཟླ་བཞི་བའི་ཚེས་གཅིག་ནས་སྤྱི་ཟླ་གསུམ་པའི་གསུམ་སོ་གཅིག་བར་དུ་ང་ཚོ་དངུལ་རྩིས་འགྲོ་སྟངས་རེད་ད Financial Year ལ་གོ་རང་ང་ཚོ Fiscal Year Financial Year དེ་སྤྱི་ཟླ་བཞི་བ་ནས་སྤྱི་ཟླ་གསུམ་པ་གི་བར་དུ་ཆགས་ཀྱི་ཡོད་དུས་ཨ་ནི་ལོ་དེ་གི་དངུལ་ག་ཟླ་ག་དུས་འོས་ཆེ་གི་ན་དེའི་འོས་ལོ་དེའི་ལོག་གི་དངུལ་ཆ་ཚང་ཕུལ་ཚར་བ་དགོས་རེད་དེ་ལ་དུས་ད་ལོ་ཉིས་སྟོང་ཉི་ཤུ་རྩེ་ལྔ་གི་སྤྱི་ཟླ་གསུམ་པ་བར་དུ་དངུལ་ཆ་ཚང་ཕུལ་ཚར་བ་དགོས་རེད་དངོས་གནས་བྱས་ན་ག་ཟི་ན་ཁོ་དེའི་ག་ཟླ་ཉི་ཤུ་རྩ་དྲུག་གི་སྤྱི་ཟླ་གསུམ་པ་བར་དུ་ཕུལ་ཚར་བ་ཁ་ཚང་ཨ་ད་དུས་ཡ་དེ་ཉིས་སྟོང་ཉི་རྩེ་ལྔ་གི་དངུལ་རེད་ད་ད་ཁོང་ཚོ་སྤྱི་ཟླ་གསུམ་པའི་གི་ཉི་ཤུ་རྩ་དྲུག་ལ་ཡ་རྗེས་ར་ད་ཡིན་ན་ན་འདི་ངས་གང་ལྟ་ང་ཚོ་ཁ་ཚང་ད་འོས་བསྡུ་ལས་ང་ལ་འདི་ས་གནས་ཁ་བ་དམིགས་བསལ་གྱི་ཨ་རིའི་ནས་འདི་མང་པོ་འབྱོར་ཡོང་དུས་གར་གནང་གི་འདུག་སང་ཕོ་ཚོ་ཉིས་སྟོང་ཉིས་སེ་ལྔ་དེ་ཉིས་སེ་ལྔ་ཉིས་སྟོང་ཉིས་སེ་ལྔ་རང་ལ་བསྡུ་གནང་གི་འདུག་ཨ་ཕྱི་ཟླ་དང་པོ་ནས་ཕྱི་ཟླ་བཅུ་གཉིས་བར་ད་འདི་ཡིན་དུས་གང་ལྟས་ད་ང་ཚོ་ཁ་སེང་ཁོང་དེ་མ་རེད་དོན་འདི་འོས་ས་གནས་འོས་བསྡུ་འགན་འཛིན་རྒྱུ་ཡིན་དུས་ས་གནས་ཨ་ནི་བཀའ་འདྲི་གནང་ཉེ་ད་ས་གནས་ཁ་བ་ག་ས་ན་འདི་ཕེབས་དུས་གང་ལྟས་ང་ཚོ་མ་གར་ཞུ་ཡོད་རེད་ཟེར་ན། སྒྲིག་གཞི་ཤེས་ཚོང་གིས། སྤྱི་ཟླ་གསུམ་པའི་ཚེས་གསུམ་སོ་གཅིག་བར་ཕུལ་ཚར་གོ་རེད། ཡིན་ནས་ད་ལྟ་དེབ་སྐྱེལ་བྱེད་འོས་སྐབས་དུ་ལ་ཨ་ནི། གལ་སྲིད་ཉིས་སྟོང་གཉིས་ཚེས་ལྔ་རང་ཕུལ་ཤེས་ན་ད་ག་རང་ལ་འགྲིག་པ་གནང་རོགས་གྱིས་དེབ་སྐྱེལ་གནང་རོགས་གྱིས། ཡིན་ནས་ཉིས་སྟོང་འོས་བླུགས་པའི་སྐབས་ལ་ཉིས་སྟོང་གཉིས་ས་དྲུག་ལས་ཡོང་གོ་ར་ད་ཕལ་ཆེར་སྤྱི་ཟླ་བཞི་བའི་ཉིས་ས་དྲུག་ལ་དེ་སྤྱི་ཟླ་གསུམ་པ་དེ་བརྒྱད་དྲུག་དགོས་དུས་ཨ་ནི་དེ་དུས་གང་དེ་ཆ་དངུལ་དེ་ཉིས་ས་དྲུག་གི་ག་དང་ཉི་ཤུ་ཚེས་ལྔ་གི་ཆ་དངུལ་དེ་སྤྱི་ཟླ་གསུམ་པའི་ཚེས་གསུམ་སོ་གཅིག་བར་དེ་དུས་འདི་བསྡུས་ཚར་བ་གནང་རོགས་གྱིས་ལ་ནི་ང་ཚོ་འདུག་སྨ་ལམ་སྡོད་ཞུས་ཡོད་ཆེ་ས་འདི་ཡིན་དུས་ང་ད་ཉི་སེ་ང་བར་དུ་ཕུད་ཤ་ཡོད་ན་འགྲིག་གོ་རེད་ད་འདི་ཤ་ལ་རོ་ང་ཚོས་འདི་དམིགས་བསལ་གྱིས་ཁ་སང་སྒྲིག་གཞི་ན་ལ་ཡིན་གྱི་མིན་གྱི་ལོ་འདི་གི་ཕུད་ཚར་བ་རེད་ད་ང་ཚོས་ལོ་རྩིས་ཚང་བྱེད་རོགས་གཞུང་གི་བོད་གཞུང་གི་དངུལ་རྩིས་རྩིས་ཚང་འདི་བོད་མི་སྒྲིག་འཛུགས་དངུལ་རྩིས་རྩིས་ཚང་འདི་སྤྱི་ཟླ་བཞི་པ་ནས་སྤྱི་ཟླ་གསུམ་པ་བར་ཆག་གོ་རེད་ཆེ་ས་འདི་ཡིན་དུས་ད་ད་ཉི་ཚོ་ཉི་སེ་ང་གི་དངུལ་འདི་སྤྱི་ཟླ་བཞི་པའི་ནས་བཅས་སྤྱི་ཟླ་གསུམ་པ་འདི་ཆག་ཡོད་དུས་ཨ་ནི་དེང་ཨ་ད་རྩིས་འགྲོ་སྟངས་ཀྱི་ཆོ་ནས་འདི་ཆག་གོ་རེད་ཡིན་ནས་ད་འདི་ཤ་ལ་ང་ཚོས་གི། ཉི་ཚེ་ང་ཕོད་བཤད་པ་ཆ་ཚང་ཕུལ་ཡོད་ན་འགྲིག་བ་བྱས་ལ་ངོས་འཛིན་བྱེད་ཡོད་ཡག་གི་ང་ཚོ་དུ་ས་འདི་ཐག་ཆོད་ཡོད་རེད་ཞུ་ཡ་ཡིན་ར། ད Negative Campaign འདི་ག་ཐད་ནས་བྱས་ལ་ན། Election ང་ཚོའི་གི་འོས་བསྡུ་གི་གསལ་བསྒྲགས་བྱས་པ་ཉི་མ་ནས་ད་སྒྲིག་གཞི་གི་ད་ག་རང་ཆག་གོ་རེ་ག་ས་ན་ཁོ་འོས་བསྡུ་གི་ལས་རིམ་འགོ་ཚུགས་ཚར་བ། ལས་རིམ་འགོ་ཚུགས་ཚར་དུས་གསལ་བསྒྲགས་བྱས་ཡ་ད་འོས་མི་དོན་ཡ་འགོ་ཚུགས་དུས་སྒྲིག་གཞི་ཡ་ད་ག་རང་ནས་ལག་ལེན་བསྟར་དགོས་ཡ་ཆགས་དགོས་རེད་ཟེར་ས་དེ་ཡོད་འདུག་ད་ལྟའི་ང་ཚོ་སྒྲིག་གཞི་དེ་ཁ་འཛིན། གསར་འགོད་གསལ་བསྒྲགས་གང་ལ་གསལ་བསྒྲགས་ཡ་བྱེད་ཡོད་རེད་ཟེར་ནས་བལྟ་ཡིན་ཅིག་མིན་ཅིག་མིག་གི་མདུན་ལ་ཡོང་ནི་ལག་ན་མི་ཤེས་ཨ་ནི་ཡང་ང་ཚོ་གོ་མ་སོང་ལ་ཡ་རེའུ་ཅིག་གནས་སྟངས་ཅིག་ཆགས་ཀྱི་འདུག་བ་བྱེད་ས་དེ་ཡོད་དུས་རྒྱ་གར་གྱི་ས་གནས་ཡོད་དོ་ཅོག་ལ་ང་ཚོ་སྐོར་སྐྱོད་བྱེད་ནི་མ་ཞུས་ཡོད་རེད་ད་ཕྱི་རྒྱལ་ཡོད་ཀྱི་ས་གནས་ཆེ་ཁག་ཚང་མ་ལ་ང་ཚོ་སྐོར་སྐྱོད་བྱེད་ནི་ད་འདི་ཆ་ལ་ཨོས་ཏྲེ་ལི་ཡ་ལ་ང་ཚོ་འོས་བསྡུའི་འགན་འཛིན་བློ་བཟང་ཤི་ལ་ཕེབས་ཡོད་རེད་ཡུ་རོབ་ལ་ཀོང་ནང་ས་ལ་ཕེབས་ཡོད་རེད་ཨ་ནི་བྱང་ཨ་རི་ལ་ང་ཏུས་ཅཱ་ནི་ད་ང་ཚོའི་གཅིག་གཅིག་གཉིས་གཉིས་མ། དམིགས་བསལ་གྱི་གས་ཤོད་ཤོད་དེ་འོད་དུའི་སྒྲིག་གཞི་དེ་ང་ཚོ་མི་རེ་རེ་བཞིན་དུ་ད་ད་ངེས་ངེས་མ་སྒྲིག་གཞི་ཆ་ཚང་ལོག་རོ། སྒྲིག་གཞི་འགལ་བ་འདི་འདི་འདི་བྱ་དགོར་སོང་ཅི་ད། འདི་ཡོད་འདི་འདི་ཡིན་ཅི་མི་ཅི་ཚང་མེད་གི། རྒན་བཤད་ནི། འདི་ལག་ལེན་བསྟར་ཡ་ཡིན་ར་ཆེད་དུ་ང་ཚོ་སྒྲིག་གཞི་བཟོས་ར་དྲི། ལག་ལེན་བསྟར་ཡ་རང་རེད་ཟ་ནི་ངས། ད་ངས་ཚིག་ཐག་ཆོད་པོ་ཅིག་ཞུས་ཡིན་བསམ་གོ་ཆེ་ས་འདི་ཡོད་འདི། རྒན་ཁྱེད་ཡ་འདི་ས་གནས་ས་ཐོག་ནས་ཕེབས་ཁེ་ཁེ་གནང་གོ་རེ་ས་གནས་དེ་ལ་སུས་ཀྱི། ཕར་ཚུར་སྐྱོན་བརྗོད་ག་ད Negative Campaign བྱེད་ཀྱི་འདུག་སྒྲིག་གཞི་འགལ་བ་ག་ཅེས་སུས་ལག་ལེན་བསྟར་གྱི་འདུག་འདི་ས་གནས་ས་ཐོག་ནས་གཟིགས་གོ་རེ། ང་ཚོས་བསྟར་གྱི་ཡོད་ར་ད་ཡིན་ན་ང་ཚོ་ང་ཚོ་ལ་སོ་སོ་གྱི་ས་མཚམས་བྱེད་ར་ལས་ཀ་བྱེད་སྟངས་འདི། འོ་དེ་ལ་དེ་ནི་ང་ཚོ་ལྟ་བདེའོ་རེད་ཨ་ནི་ས་གནས་ས་ཐོ་གའི་ལས་ཀ་དེ་ཚོ་ཏག་ཏག་གནང་གི་འདུག་མི་འདུག་དེ་ཡང་ང་ཚོ་གི་ལྟ་བདེའོ་རེད་ཞེས་ང་མིན་ང་ཚོ་འགན་ཡོད་རེད་ང་ཚོ་འདི་ལ་དོ་སྣང་བྱེད་ཀྱི་ཡོད་ཞེས་ཡིན་དེ་ནས་འོད་དེ་ཚོགས་མི་གི་ཡོང་སྟངས་འདི་སྒྲིག་གཞི་ལ་ནི་ང་ཚོ་གི་ལྟ་སྒྲིག་གཞི་རང་བཞིན་གྱི་བྱེད་འོ་རེད་ས་ནི་ཅི་ཡོང་གི་འདུག་ས་རེད་དེ་ནས་ས་གནས་ས་ཐན་ལ་ཡང་ལམ་དང་ལུགས་སྲོལ president འདི་འདྲས་ཇི་ཡོད་ལ་ནི་འགྲོ་བསྡད་འདུག་བ་ཆ་ཚང་འདི་ཡིན་དུས་ད་ལྟའི་གི་ཆ་ཚང་ང་ཚོ་ག་རེ་ཡོང་པ་དེ་དེ་རེད་མ་འོངས་པ་འདི་འདྲས་ཇི་བཟོས་དགོས་འདུག་གསུངས་པ་དེ་ངས་ད་ལྟའི་ཐོ་རྒྱབ་བྱས་ཡ་དབུས་དེ་ལས་འགའ་ལས་ཡ་ཞུ་ཡ་ཡིན་རོ་ས་ནས་ས་ནས་དེ་འདྲས་འདྲས་དགོངས་འཇགས་འདུག་ས་ལ་ནི་འོང་དེ་ངའི་འདུག་ས་ནས་ཞུ་ཡ་ཡིན་ཨ་ནི་ད་དེ་ལ་ཡང་གནོན་པས་དེ་ས་ནས་ནས་གནང་དགོས་ཡ་ཡོད་ན་ས་ནས་འོས་བསྡུ་འགན་འཛིན་དང་ས་ནས་འོས་བསྡུ་ཚོགས་མི་ག་རེ་གནང་རོགས་གནང་ཞུ་ཡ་ཡིན། ད་འོས་བསྡུ་འགན་འཛིན་ལས་འབག་གིས་འདས་བཀའ་ཁྲོལ་ཞུས་ནས་རེད་ལམ་སྟོན་གནང་བ་ནས་བཞིན་ཨན་དང་འདས་ནིའུ་ཡོག་གི་འོས་བསྡུ་ཚོགས་ཆུང་འགའ་ལ་ཡང་ད་ནི་ངས་གསལ་བཤད་ཅིག་བྱེད་ཡིན་ཏེ་ཡིན་པའི་ནི་ཨན་དང་འདས་དྲི་བ་དྲི་ངས་དོ་བདག་གིས་ཡང་ཚིག་ཐག་ཆོད་ཅིག་གསུངས་ཡོད་དུས་ཕྱོགས་གཉིས་ཀ་གིས་དེའི་གེ་ཁོ་ཚ་གནས་ཚུལ་གོ་དགོས་དེ་གལ་ཆེན་པོ་ཡོད་དུས་ཨན་འདས་ས་གནས་གི་འོས་བསྡུའི་འགོ་འཛིན་རུ་བ་དེ་གེ་སང་ལ་བསྡད་ཡོད་དུས་ཨན་འདས་ཡིག་ཆ་དཔང་རྟགས་ཅིག་བསྟན་ཡོང་གི་དེ་ཡང་མི་མང་གིས་མཁྱེན་རྟོགས་བྱེད་དོ་དེ་ཡས་མཁྱེན་པ་བྱུང་ན་ཨ་ནི་མི་མང་གིས་དགོངས་པ་བཞེས་ལ་ཏན་ཏན་ཐུ་བྷན་བསོད་ཡུར་བསམ་གི་འདུག་དེ་ཡིན་དུས།

བཀའ་རྒྱ་འདི་ཕེབས་པའི་ཞེས་གསུངས་ཀྱི་དུས་ཚོད་ཐུང་ཐུང་ཞིག་ནང་ལ་ས་གནས་འོས་བསྡུ་ཚོགས་ཆུང་འདི་བཙུགས་དགོས་དགོས་རེད། བཙུགས་རྗེས་ནས་ཕམ་ཤོག་དེ་ག་རྒྱང་བཅས་ཡར་བཏང་དགོས་དགོས་རེད། དེ་ཡིན་དུས་ཙམ་པ། ང་ཚོས་ཀྱི་འདི་དང་བྱང་ཨ་རིའི་ནང་ལ་འོས་བསྡུ་བྱ་ཡུལ་གྱི་སྡེ་ཚན་སུམ་ཅུ་ཐམ་པ་ཡོད་རེད་འདུག། འོས་བསྡུ་བྱ་ཡུལ་གྱི་སྡེ་ཚན། སྡེ་ཚན་སུམ་ཅུའི་ནང་ནས་སྡེ་ཚན་བཅུ་བཅུ་ལ་ཨ་ནི་འོས་བསྡུ་ཚོགས་ཆུང་གི་ཚོགས་གཙོའི་ངོས་ནས་ཀྱི་ཨ་ནི་སྐུ་ཚབ་རེ་རེ་བསྐོས་གནང་ཡོད་རེད། ད།

སྤྱི་མཐུན་ཚོགས་པ་རང་གི་རྒྱུན་ལས་ནས་བྱས་བཞག་ཡིན་ན། ཉོན་ཉོན་ཆོས་སུ་མི་མ་འདེམས་ཤ་བེད་ཀྱི་མི་མ་དིར་བ་མཐུ་མེད། ཆོལ་ཁ་ཆོས་ལུགས་དབྱེ་བ་ཡོད་མ་ར། མ་འགྲིག་གི་མི་འདུག། ད་ཡིན་ན་དིར་བྱས་བེད་ཀྱི་ཏག་ཏག་རང་ཡོང་གི་མ་འདུག་ང་ཚོ་ད། དེའི་ནང་ལ་ཆོལ་ཁ་གསུམ་ཡོད་པ་ཡིན་ན། ཆོལ་ཁ་གསུམ་ནང་ལ་སྔོན་འགྲོའི་བེད་ཀྱི་བེད་ཀ་གཅིག་ཡོད་མ་རེད། དེ་བྱས་ནས། རྒྱུན་ལས་ནང་ལས་འོས་འདེམས་བྱས་བྱས། འོད་དུ་མཚུངས་མེད་ལྔ་བྱེད། གཟུགས་དབང་གཉིས་བྱེད། ཆོས་སྐར་རེ་རེ་ལ། རྣམ་པ་ཚོགས་འོད་འདུས་བྱས། འོད་དུ་མཚུངས་མེད་གཉིས་གཉིས་དང་གཟུགས་དབང་རེ་རྣམ་རོ་བྱེད། མི་བཅུ་དྲུག་ལས་གྲུབ་བས་ཀྱིས་ཚོགས་ཆུང་གཅིག། གཉེན་བསམ་ཞུས་བྱས་ནས་ཕམ་ཤོག་བརྒྱངས་པ་རེད་བཏང་པ་རེད། སྤྱི་ཟླ་བཞི་བའི་ནང་རེད་དེ་ལྟབ་ཞུ་ལ། ཨོ། ཨ་ནི་དེ་ནས་བྱས་ནས་ད་ལྟ་བར་དུ་དེ་གང་ལ་གང་ཡང་སོང་གི་ཡོད་མ་རེད། ད་དེ་ནས་ཀྱིས་ད་ལྟ་བཀའ་མོལ་ཞུ་འགྲོ་བསྡད་ཀྱི་འདུག་བ། བཀའ་མོལ་འགྲོ་དུས་ཙམ་ལ་གསལ་པོ་ཞུས་བྱའོ་དེ་ང་ཚོ་དེ་ནང་སོར་བ།

འདི་ང་ལ་ཡི་གེ་འབྱོར་ནས་ངས་ཨ་ནི། ངས་རང་ལ་འདི་ཐག་གཅོད་བྱེད་དབང་ཆ་ཡོད་མ་རེད། ཡིན་ན་བོད་མིའི་ཚོགས་གཙོ་དང་གཞོན་ནུ་ཚོགས་གཙོ་གཉིས་ཀྱིས་ཕམ་ཤོག་དེ་གྱང་ཅེས་རྣམ་པ་ཚོས་ཡི་གེ་འདི་དག་སྙིམ་དོ། ཡི་གེ་འདི་ཁོ་ན་ཚོ་ངོ་བཤུས་བཏང་ཚར་དབུས་འོས་བསྡུ་ལས་བཏང་ཡོད་རེད་ས་གནས་འོས་བསྡུ་ལ་ཕུལ་ཚར་རེད། བཏང་ས་དེ་ང་བཏང་ར་ཨ་ནི་ངས་གིས་འདི་ལ་རྒྱབ་གཉེར་བྱེད་ཆེད་ཕུལ་དགོས་པ་ཞུས་ཡིན། ཕུལ་དགོས་ཞུས་དུས་ཚང་མ་ད་འདི་བྱས་ན་འགྲིག་མི་འདུག་ང་ཚོ་རྒྱུན་ལས་དགོས་ཐུག་བྱེད་ཀྱི་ཡིན།

ཟླ་བ་གསུམ་པའི་བཞི་པའི་གཅིག་ནས་གསུམ་པའི་གསུམ་སོ་གཅིག་བར་དུ་རྒྱལ་སྒོ་ཡོད་རེད། ང་ཚོའི་གིས་ལོ་ལོ་དུས་དྲུག་རེད་ལུས་དེ་དུས་ཡས་དེ་ཉིས་སྟོང་ཉི་ཚེ་ལྔ་པའི་ཤར་དུས་ན་ཉིས་སྟོང་ཉི་ཤུ་ཚེ་ལྔའི་སྤྱི་ཟླ་བཞི་པའི་ཚེས་གཅིག་ནས་ཉིས་སྟོང་ཉི་ཤུ་རྩ་དྲུག་གི་སྤྱི་ཟླ་གསུམ་པའི་ཚེས་ཉི་ཤུ་རྩ་དྲུག་མཚོན་བྱེད་ཐུབ་བ་རེད། ད་ལྟ་ཉིས་སྟོང་ཉི་ཤུ་དེ་རྩ་དྲུག་པའི་ཤར་དུག་ཡོད་མ་རེད། ཉིས་སྟོང་ཉི་ཤུ་རྩ་དྲུག་པའི་ཤར་དེ་ཉིས་སྟོང་ཉི་ཤུ་རྩ་བཞི་སྤྱི་ཟླ་བཞི་པའི་ཚེས་གཅིག་ལས་སུ་ཞི་ནས་དུས་དྲུག་རེད། བ་དེ་ད་ལྟ་ནུབ་ལག་མེད་ལ་གི་དྲི་བ་གནང་སོང་བ་མཚོན་དོན་འདུག་ཟེར་རེད། ལོ་ང་ཚོའི་འགྲོ་སྟངས་དེ་མ་འདུག

གནས་ཚུལ་གས་སྐུ་ཞེ་ད་ད་དོག་པ་ཡོང་དགོས་ཡ་ཡོད་མ་ཚང་མ་ཡིག་ཐོག་ན་ཡོད་དུས་གང་དེ་དྲ་རྒྱ་ན་ལ་མ་གཟིགས་སྒྲིག་གཞི་ག་རེད་འདུག་དེ་ཏག་ཏག་ཕེབས་དགོས་ཡ་དེ་ཚང་མེད་ཀྱི་རྒྱན་རེད་ད་འདི་ལ་གཡོ་སྦྱོར་གཡོ་འགྱོ་གས་འདྲེ་ཤེས་གཞན་པ་རྒྱབ་ནས་འགྲོ་ཡ་གོ་རེ་ཡོད་མ་རེད་སྒྲིག་གཞི་དེ་སྒྲིག་གཞི་རང་ལ་གནས་པ་ཅི་ནི་ཕྱག་ལས་གནང་ད་ནི་གཉའ་རེ་གོ་རེ་གས་ཡོང་དགོས་ཡ་ཡོད་མ་རེད་ཞུ་ཡ་ཡིན་ད་ད་འདས་ཀྱི་ཕལ་ཆེན་འདུག་ད་ད་ངས་གོ་ཡ་བྱས་ན་གཞོན་ནུ་ད་བུད་མེད་ཀས་ཡོད་དུས་ན་འོས་བསྡུ་ཚོགས་མི་ན་ཡོད་ས་རེད་ད་འདི་ཡོད་དུས་ང་ཚོ་ལས་ཀ་ག་རེ་ཡིན་ན་བཀྲ་ཤིས་ལོ་ལེགས་ཚོ་ནས་བཞག་བ་ན་ཡག་པོ་རེད་ད་ད་འདི་ཡོད་ན་ད་འགྲིག་བདེ་བ་རེད་ད་ལྟ་ད་ཆ་དེ་རིང་ནས་མ་འོངས་པར་དེའི་རིགས་དེ་ད་ག་འདྲའི་སྒྲིག་གཞི་བཟོས་དགོས་འདུག་དེ་ང་ཚོ་ས་གནས་འོས་བསྡུའི་འགན་འཛིན་དང་ཨུའི་འགན་དབུས་ལ་ཡར་འདུག་སྐར་མའི་ཞོལ་ནས་ས་གནས་གཅིག་མ་རག་ས་གནས་མང་པོ་ཡོད་རོགས་དེ་ལ་ས་ས་གནས་སུམ་ཅུ་སོ་གྲངས་ཀྱི་གནས་སྟངས་ཚང་མ་ལ་གཟིགས་ནས་ཨ་འདི་བྱེད་དུས་ག་འདའི་དེའི་སྒྲིག་གཞི་དེ་ག་མགྱོགས་མ་འོངས་པར་ག་འདྲའི་བྱེད་བཟོས་དགོས་འདུག་ད་ད་ནས་ལས་འབོད་སྐུལ་གནང་བ་ནས་བཤད་ང་ཚོས་བྱེད་ཐུབ་དེ་དེབ་སྐོར་ཇི་ཡོད་ཨ་ཡར་ཕྱིན་ནས་གོ་བསྡུར་ཞུ་གི་རེད་ད་ཨ་ད་ངས་ཀྱི་གལ་ཆེན་པོ་ཅིག་གར་ཞུ་ཡས་ན། ད་འདས་ཀྱི་ང་ཚོ་སྲིད་སྤྱི་གཉིས་ཀྱི་འོས་བསྡུ་དེ་ངས་ཁ་ཚང་ག་བ་ཕྱིན་བས་ན་ཚང་མ་ཚང་མ་ལ་ཞུ་ཡིན་ང་ཚོའི་རེ་བ་འདི་ང་ཚོ་གཅིག་སྒྲིལ་ཆགས་ཡ་གི། ད་རིང་ང་ལ་ཚོ་ག་ལ་བར་ད་གོ་སྐབས་ཡག་པོ་ཞིག་རེད་བསམ་གི་འདུག་ར། ཚང་མས་གི་ད་ཀུན་དུས་གི་དགོས་དོན་རེད་ཟེར་ན་ང་ཚོ་ཚང་མས་གི་ཞི་བོ་ཅིག་གི་ད། གཞི་འཇམ་པོ་ད་བསམ་བློ་ཡག་པོ་བཏང་ཡ་གི་འདི་བྱེད་གི་ཡོད་དུས་ད་ད་དེ་ཚོགས་གཙོ་གི་དངོས་གནས་རེད་དེ་འདྲ་གསུངས་པ་ནང་བཞིན་གི་ད་ཁོ་རང་གི་ཚང་མ་ང་ཚོ་མཉམ་དུ་ད་རྣམ་པ་ཚོ་གི་གནས་སྟངས་ག་རེ་ཡིན་པ་ད་ང་ཚོ་མང་པོ་ཅིག་ད་གོ་དེ་གོ་ར། ཡིན་ན་དེའི་རིགས་འདི་སུ་ལ་ཕན་གི་འདུག་ཐ་མལ་དེ་ལ། དེ་འདྲས་ཅིག་བྱུང་བ་ཡིན་ན་ར་ང་ཚོ་སུ་ལ་ཕན་གི་འདུག་དེ་ཡིན་དུས་ང་རང་ཚོ་གི་སྒྲིག་གཞི། བོད་མི་སྒྲིག་འཛུགས་འདི་གལ་ཆེ་ཤོས་ཀྱི་བཞག་བྱས་ར་འདི་གོང་ལ་བཞག་ནི་འདི་ལ་དགོངས་པ་བཞེས་བྱས་ར་བོད་ནང་གི་ཡོད་རྒྱུ་བོད་མི་གཞིས་ལུས་བོད་མི་ཚོ་གི་སྐུ་ངལ་སྐྱོན་དང་རེ་བ་རྒྱབ་ན་འདི་ཚང་མ་ལ་དགོངས་པ་བཞེས་ནི། ད་ལྟའི་གི་སྒྲིག་ང་ཚོ་གི་འོས་བསྡུ་འདི་ཡག་པོ་ཅིག་དང་ཨ་ང་ཚོ་འཆམ་མཐུན་ཆེ་དང་རང་དབང་དང་ཚང་མ་དྲང་བདེན་གི་ཐོག་ནས་ཡོང་ཡག་གི་ངས་ཚང་མ་གི་འབད་བརྩོན་གནང་རོགས་བྱེད་ཞུ་ཡ་ཡིན་ཨ་འདི་ཡིན་དུས་ག་འདི་ལྟ། ག་བ་ལའི་སྒྲོ་བཏགས་ཡོད་མ་རྟ་ཁྲིམས་སྒྲིག་གཞི་འདི། དཀར་བོ་ནག་པོ་ལ་སེར་བོ་ཡོད་རེད་ཚང་མ་ལ་སྙོབ་ཚར་ཡོད་རེད་ཡང་ཁྲིམས་སྒྲིག་གཞི་འདི་བས་ནི་བཞག་བཞག་བ་གོས་མ་རེད་དྲ་རྒྱ་སྣོད་འདི་ཚང་མ་མ་ཕབ་ལེན་གནང་དགོས་ན་གནང་ཨ་ནི་ཡིན་ཅན་མིན་ཅན་དེ་ལ་སློབ་སྦྱོང་གནང་ཉིན་མ་གཉིས་ལོ་གསུམ་ལོ། ཡ། ག་བ་ལ་བཀའ་འདྲི་ཞུ་དགོས་ན་ཞུ་བྱས་ནས་ཨ་འདིའི་སྒང་ལ་ལག་ལེན་བསྟར་ནས་ཕེ་རོ་གནང་འདི་མི་ཤེས། སྒྲིག་གཞི་ལ་ག་རི་ངེས་པ་ཡོད་པ་དེ་ང་ཚོ་ལག་ལེན་བསྟར་ཡ་རེད། ང་ཚོ་འདི། ས་གནས་འོས་བསྡུ་རེད། དབུས་འོས་བསྡུ་རེད་ཚང་མ་གིས་ད་དམ་བཅའ་ཡོད་རེད་འདི་ཡིན་དུས་ང་ཚོ་སྤྱི་བའི་མི་བྱེད་ཀྱི་རེད། རྣམ་པ་ཚོ་ང་ཚོར་ཡིད་ཆེས་གནང་བ་ནང་བཞིན་ང་ཚོ་གི་དྲང་པོ་དྲང་ཤ་བྱེད་ཀྱི་རེད། རྣམ་པ་ཚོ་གས་ཡིད་ཆེས་གནང་བྱས་ནི་ཨ་ཚང་མ་གིས་མཉམ་རུབ་བྱེད་ནི། གཅིག་སྒྲིག་ནུས་པ་ཆེ་བཏོན་བྱས་ནི་ཨ་ནི་ང་ཚོ་སྒྲིག་འཛུགས་དེ་གི་ཆེ་མཐོང་ཆེ་གནས་པ་ཆེ་རྣམ་པ་ཚང་མར་འབད་བརྩོན་གནང་རོགས་བྱེད་ཤུ་ཡ་ཡིན་ཐུགས་ཆེ་ན།